ཨོ་ཚང་མ་ལ་བཀྲ་ཤིས་བདེ་ལེགས་ད་ལྟའི་རང་ངོས་ཞུ་བ་དེ། ཁྱེད་ཚང་གི་མཇལ་ཐོ་གི་སོང་བ་རྣམས་ཀྱི་ཨ་ནི་ཡིན། ད་དགེ་ལྡན་ཕོ་བྲང་གཞུང་ས་དགེ་ལྡན་ཕོ་བྲང་གི་རྟ་ཐོག་མིའི་སྲིད་འཛིན་གྱི་སྒྲོམ་གཞས་སུ་འགྲོ། ངོགས་གྲུ་ཞིག་བྱས་ཡིན་ཨ་ནི་དཀའ་སེལ་ཡང་སོ་སོ་ལ་ཡང་དུས་གང་ལ་ཡང་ཞིབ་ཚགས་བ་དང་ཞིབ་འཇུག་དེ་འདྲ་བྱེད་ཡག་གི་འདུག་པ་ཡོད་ཨ་ནི་ཨ་ནི་ཁོང་ལ་ངོ་ཨ་ནི་སྐད་རིགས་མང་པོ་ན་ཡོད་རྒྱུ་གི་རྒྱུ་ཆ་མང་པོ་ཞེ་བོ་ཞིག་བཏང་བཞག་ཡོད་དུས་གང་ལྟར་ཡང་ན་ཏན་ཏན་ཡང་དེ་ཚོ་ཕན་ཐོག་རེད་བསམ་གི་འདུག། དེ་རིང་དང་པོ་མ་ཤོད་ཨ་ལེ་ཀེ་ཏན་པོ་ཀྲང་དང་པོ་དེའི་ཚིག་ཁ་གི། ཨེ་ཤ་ཡ་སྤྱིར་དམག་གི་ཆབ་སྲིད་ཀྱི་སྒྲོམ་གཞིའི་འགྲོ་བ་སྟབས་བདེ་ཞིག་མགོ་ཁྲུས་བྱས་ན་ཡག་པོ་འདུག་བསམ་སོང་ཨ་ནི། ཀེ་ཏན་པོ་ཀྲང་ཚུད་བཞིན་པའི་ཟླ་ཆིག་སྟོང་དྲུག་བརྒྱ་བཞི་བཅུ་ནང་དུ་བ་ལ། ང་ཚོ་རྒྱ་ནག་ནས་རྒྱ་ནག་དེ་མན་ཇུའི་གི་རྒྱ་ནག་གི་ས་སྐྱ་དམངས་ཞབས་ཞུའི་ཕར་ཆེར་རྒྱ་ཆེ་དགུ་བཅུའི་ལྷག་ཞིག་ད་མན་ཆུ་གི་སྲིད་འཛིན་སྒྲོམ་གཞིའི་འོག་སོང་རྗེས་ནས་མན་ཆུ་གི་རྒྱ་ནག་ཆ་ཚང་ལ་དབང་བསྒྱུར་ཉིད་ཀྱི་སྲིད་འཛིན་དང་པོ་ད་མན་ཆུ་གི་གོང་མ་སུན་པ་ཧྲུན་ཙི་དེ་ད་དབང་ཆ་གང་སླེབས་ཚར་སྐབས་ཐོག་དེ་འདྲ་ཞིག་ཁེལ་ཡོད་རེད། དེ་ཡིན་ཙང་མན་ཆུ་གི་དེ་དང་འབྲེལ་ཡོད་སྒོ་ནས་མན་ཆུ་གི་ཁོ་རང་ཚོའི་གཤམ་ཕྱོགས་ཀྱི་ས་མཚམས་དེ་ཚོ་བརྟན་པོ་བྱ་དགའ་བྱེད་དུ། སོག་པོའི་ཁྱད་པར་མི་རིགས་རེད། ནི་སོག་པོ་གི་ཐུགས་མེད་མི་རིགས་རེད། ནི་སོག་པོ་གི་ཐུགས་ལམ་མི་རིགས་རེད་དེ་འདྲ་གི་སོག་པོ་གི་རིགས་མང་པོ་ཞིག་ལ་སྨན་བཅོས་ཀྱི་ཐད་ཉིམ་འགྲིལ་དང་ནི་ཆོས་ལུགས་ཀྱི་འབྲེལ་བ་དང་དེ་འདྲ་མང་པོ་ཞིག་གི་ནི་སོག་པོ་དང་མཉམ་འབྲེལ་བྱེད་བཞིན་པའི་སྐབས་ཤིག་རེད། ནི་སྤྱི་ཡོངས་ཀྱི་ནི་དེ་དང་འབྲེལ་ཀྱི་ནི་ཡང་ཤར་ཕྱོགས་ཀྱི་སོག་པོ་སྡེ་ཚན་ཆེ་བ་གཅིག་སྟེ་སོག་པོ་ཁ་ཁ་རེད་ད་ཁ་ཁ་ཚོ་བདུན་དབྱེ་བ་བྱས་ན་ཡང་མིན་ན་ཁ་ཁ་ཚོ་བཞི་བཅུ་དབྱེ་བ་བྱས་ན་སོ་ཁ་ཁ་དེ་སྐབས་ཐོག་ལ་སྐབས་ཐོག་དེ་ལ་ཡང་ཨ་ནི་གཅིག་མཐུན་གྱི་རྒྱལ་པོ་ཞིག་མེད་ཡ་ཅེས་ཡང་ཁ་ཁ་ཚོ་ཚོ་ཕྱོགས་རེ་རེ་ལ་དཔོན་པོ་རེ་རེ་གི་ཨ་ནི་སེམས་ཀྱིས་ཡང་ཚ་ཚ་མ་ཁུ་ཚུར་སྣང་བ་ཡང་རྙོག་དྲ་ཆོང་གི་ཡོད་བ་དམག་རྒྱབ་དགོས་ཁེལ་གི་ཡོད་དེ་འདྲ་ཞིག་སྐབས་ཐོག་ས་ལ་ཁི་ད་ཡོད་རེད། དེ་ནི་ང་ཚོའི་སྤོག་གི་བྱང་ཕྱོགས་ཀྱི་ལ་ཚོ་ཡ་ན་ལྟ་སྟོབས་ཤིག་ཆེ་ཤོས་དེ། ཨོ་རེད། ཨོ་རེད། སོག་པོ་དེ་ཚོ་ཁྱི་དེ་ཡོད་རེད། ཨོ་རེད། སོག་པོ་དེ་ཚོ་དེ་ལ་ཨོ་རེད་ལ་སོག་པོ་འཚོ་བ་གཙོ། འདི་སེམས་མི་འདྲ་ཤེས་ཡོད་ཅིག། ཤེས་ནང་ནས་ནི་འཚོ་བ་ཀ་ཆེ་ཤོས་ཅིག་ཁོ་ཤོད་དེ་རེད། ད་ཁོ་ཤོད་དུ་འཚོ་ཁག་དེ་མང་ཆ་ཀུ་ཤུ་རི་སྟ་འཛིན་ཆུས་ཆག་གི་སྣེ་ཁྲིད་འོག་ལ་ནི་ད་དགེ་ལྡན་ཕོ་བྲང་དང་དགེ་ལུགས་དགེ་ལུགས་དང་དགེ་ལུགས་བླ་མ་དེ་ཚོ་ལ་རོགས་པ་བྱས་ཡོད་ཆེད་དུ་ནི་མང་ཆའི་འཚོ་སྔོན་དང་འུ་ཚང་ཕྱོགས་ལ།

དེ་ཡང་འཛམ་ཐང་གཉིས་ཐང་དེ་འདྲ་ཞིག་གི་སྐབས་སུ་ཨ་ནི་དགའ་ལྡན་ཕོ་བྲང་དེ་བཙུགས་ཐུབ་པ་བྱུང་རེད། དེ་ཡིན་ཙང་གནས་བབ་དེ་འདྲ་ཞིག་ཡིན་ཙང་ཨ་ནི་སྐབས་ཐོག་དེ་ལ་གནས་བབ་དེ་དང་སྤྱི་ཚོགས་དེ་དང་ཆབ་སྲིད་ཀྱི་ཤུགས་རྐྱེན་དེའི་འོག་ལ་ཨ་ནི་ཁོ་རང་གི་དགའ་ལྡན་ཕོ་བྲང་གི་ཆབ་སྲིད་ཀྱི་སྒྲོམ་གཞི་དེ་ཡང་དེས་མ་འདྲ་ཞིག་ཆགས་ཡོད་རེད་ཆགས་ཡིན་ཙང་ཨ་ནི་སྒྲོམ་གཞི་དེ་ཅིག་ཧ་གོ་ན་ཨ་ནི་ཕན་ཐོགས་ཁ་རེ་ལབ་ན་ཨ་ནི་རྒྱལ་དོན་ཕོ་བྲང་བརྩིགས་ཚར་བའི་རྗེས་ཀྱི་ད་ཆབ་སྲིད་ཀྱི་དོན་དག་མང་པོ་ཞིག་བྱུང་རེད་ཨ་ནི་ལོ་རྒྱུས་ཀྱི་ད་དོན་ཆེན་མང་པོ་བྱུང་དགོས་རེད་དོན་རྐྱེན་དེ་ཚོ་མང་ཆེ་ཞིག་ཡོད་རེད་ཆབ་སྲིད་ཀྱི་སྒྲོམ་གཞི་དེ་དང་ཆབ་སྲིད་ཀྱི་སྒྲོམ་གཞི་དེ་དང་དེ་ལ་ད་འབྲེལ་བ་ཡོད་ཏག་ཏག་ཆགས་ད་ཡོད་རེད་འོ་དེ་ཡིན་ཙང་ད་ལྟོས་ཅིག་ཞུ་བ་ཡིན་དེ་ཡིན་ཙང་ད་དང་པོ་དེ་རང་ཞུ་བ་དེ་ད་ཆབ་སྲིད་ཀྱི་ད་རྒྱལ་དོན་ཕོ་བྲང་གི་ཆབ་སྲིད་ཀྱི་སྒྲོམ་གཞིའི་ཁྱད་ཆོས་མི་འདྲ་ང་འདྲ་བ་ཞིག་མ་རེད་ཞུ་བ་ཡིན། ད་ངའི་ནང་ནས་དང་པོ་དེ་སྐད་ཆ་ཞུས་དེ་དག་དགེ་ལྡན་ཕོ་བྲང་དེ་དང་པོ་བརྩི་ག་དང་ཐོག་མའི་དགེ་ལྡན་ཕོ་བྲང་གི་དག་ཆུ་དང་སྲིད་གཉིས་ཀྱི་བདག་པོ་འདྲ་བོ་དེ་གོང་ས་མཆོག་ཆགས་ཡོད་རེད་ཅག་རིན་པོ་ཆེ་གི་འཕྲང་ང་བ་ཆགས་ཡིན་ཙང་གོ་ས་དེ་དང་དབང་ཆ་དེ་བརྟན་པོ་ཟེར་བའི་ཆེད་དུ་རྒྱ་བ་གི་འཕྲང་ང་བ་ཁོ་རང་རེད་དུ་མིན་པའི་རྒྱ་བ་གི་འཕྲང་ང་བ་གི་སློབ་མ་རེད་དཔེར་ན་སྡེ་སྲིད་སངས་རྒྱས་རྒྱ་མཚོ་ལགས་སོགས་པའི། ལྟ་གཞུང་ལུགས་དང་ལུང་བསྟན་དང་ལྟ་གྲུབ་དང་དེ་འདྲ་གི་དཔེ་ཆ་དང་མང་པོ་ཞིག་བཙལ་མཆིས་དང་རྒྱ་གར་འབོད་བྱས་ཏེ་དམིགས་བསལ་གི་འཕགས་པ་ཞབྲིག་ཟེར་བའི་ལུང་ཞིག་གི་དྲི་བ་ཡིན་པ་དང། དེ་ལ་དེ་ནི་རྒྱ་གར་འབོད་བྱེད་དང་པོ་ཁ་བ་ཅན་གྱི་དོན་གྱི་བདག་པོ་ཡིན་པ། ཡང་མིན་ན་རྒྱ་གར་རིན་པོ་ཆེ་དང་འཕགས་པ་ཤཱནྟི་བཟང་གི་བྲེལ་བ་ཡིན་པ་དང་ཨ་ནི་འཕགས་པ་ཤཱནྟི་གཟིགས་དེ་ཨ་ནི་སྲོང་བཙན་སྒམ་པོ་དང་བྲེལ་བ་ཡིན་པ་ལྟ་དེ་དེའི་ལོ་རྒྱུས་དེ་འདྲ་འགྲེལ་གྱིས་ད་རྒྱ་གར་རིན་པོ་ཆེ་ལྟ་བུ་ཁ་བ་ཅན་གྱི་དོན་གྱིས་བདག་པོ་ཡིན་པ་འདི་འདྲ་སྒྲུབ་བྱེད་ཀྱི་ལོ་རྒྱུས་མང་པོ་ཞིག་ཡོད་རེད་ད་དཔེར་ན་སྡེ་སྲིད་ཀྱི་གསུང་རྩོམ་མང་ཆེ་མཇལ་ན་དེའི་སྐོར་ལ་ད་ཧ་ལས་པ་མང་པོ་བྲིས་ཡོད་དེ་འདྲ་ཞིག་རེད་ཨ་ནི་རྒྱ་གར་རིན་པོ་ཆེ་ཁོ་རང་རང་ཉིད་ཡིན་ན་ཡང་ཁོ་རང་གི་ཐུགས་ཀྱི་ལུས་སྐུ་བཟང་དེ་འདྲ་ནང་བསྟན་ཡིན་ན་ཨ་ནི། དཔེར་ན་ཡུར་མོ་ཁྲིར་ཀི་ལ་སོགས་བ་དེ་འདྲ་ལུང་བསྟན་མང་པོ་ཞིག་གྲངས་བཅད་ནས་ཡིན། ཐུན་མོང་མ་ཡིན་པའི་ཨ་ནེ་རྒྱ་རིན་པོ་ཆེ་དང་བོད་མི་རིགས་ཀྱི་འབྲེལ་བ་དེ་སྒྲུབ་བྱེད་སྟངས་ཀྱི་ཡོད་དེ་འདྲ་ཞིག་རེད། དེ་འདྲ་སྒྲུབ་བྱེད་སྟངས་ཀྱིས་ཨ། ད་གྲུབ་འབྲས་འགྲོ་ག་རེ་བྱུང་རབས་ན་ཨ་ནེ་རྒྱ་རིན་པོ་ཆེའི་ཨ་ནེའི་བུ་ཁ་བ་ཅན་གྱི་སྒོ་ལ་བདག་དབང་ཡོད་བ་དེ་ང་ཚོ་བོད་པ་སྤྱི་བོ་ཙམ་མ་ཡིན་པར་བོད་པ་དང་སོག་པོ་དང་སྐབས་ཐོག་དེ་གི་མན་ཇུ་དང་ཁོ་ཚོ་མི་རིགས་ཚང་མ་གི་སེམས་ནང་ལ་ད། འགྱུར་བ་མེད་པའི་དེ་འདྲ་བག་ཆགས་བརྟན་པོ་ཞིག་དེ་དེ་འདྲ་གཟུགས་བརྙན་ཞིག་གྲུབ་ཐུབ་ཡོད་རེད། གྲུབ་ཐུབ་ཡོད་ཙང་དེ་ལ་ད་དེང་སང་གི་སྤྱིར་བཏང་གི་ནུབ་ཕྱོགས་ཀྱི་བོད་ནང་དབྱིན་ཇིའི་རྒྱལ་ཁབ་དག་གི་ཚོ་བ་ནང་དབྱིན་ཇིའི་རྒྱལ་ཁབ་ལ་རྒྱལ་བོ་མང་པོ་ཞིག་བྱུང་བ་རེད་བྱུང་ཡོད་ཙང་དབྱིན་ཇིའི་རྒྱལ་བོ་དེ་ཚོ་བརྟན་པོ་དང་རྒྱལ་བོ་དེ་ཚོའི་ཆབ་སྲིད་ཀྱི་བདག་དབང་ལ་མི་ཞེན་པ་དང། སྒེར་བདག་མི་སློང་བ་བྱེད་དུ་ཨ་ནི། རྒྱལ་བོ་དེ་ལ་ཡང་ཁོའི་ལོ་རྒྱུས་དང་ཆབ་སྲིད་དང་རིག་གནས་དང་དེ་འདྲ་རྒྱབ་སྐྱོར་མང་པོ་ཞིག་གི་ནི། རྒྱལ་བོ་གི་པ་དེ་དོན་གི་ནི་བདག་དབང་ཡོད་བ་དེ་འདྲ་ཞིག་མང་པོ་སྒྲུབ་བྱེད་བཏང་གི་ཡོད་རེད། སྒྲུབ་བྱེད་བཏང་གི་ཡོད་ཙང་དེ་ལ་ཨ་ནི་ནུབ་ཕྱོགས་ཀྱི་གཞུང་ལུགས་ནང་ལྟ་གྲུབ་ཞིག་ཡོད་རེད་ལྟ་གྲུབ་དེ་ལ། ཡིན་ཀི་འདི་ཤོད་ནི་དེ་ཟ། The two bodies of the ཁིན་ཟ། རྒྱལ་བོ་གི་གཟུགས་པོ་མི་འདྲ་གཉིས། རྒྱལ་བོ་གི་གཟུགས་པོ་མི་འདྲ་གཉིས་ལ་ལྟ་གྲུབ་དུས་སྒང་ནས་གང་འདྲ་ཞིག་ལབ་དགོས་ལབ་ན། རྒྱལ་བོ་གི་གཟུགས་པོ་གཅིག་དེ་ཨ་ནི་རྒྱལ་བོ་གི་རྒྱལ་བོ་དག་གོང་མ་གར་ཡིན་ད་གོང་མ་སྐུ་ཐོག་གཅིག་ཡིན་ན་གཉིས་ཡ་ན་གཟུགས་པོ་གཅིག་རེད་ཟེར་རྒྱལ་བོ་དེ་ལ་གར་ན་ཕྱི་ཡ་ཡོད་རེད་ཡང་ཁྲོང་ཡ་ཡོད་རེད། ཡང་དེ་མིན་ན་རྒྱལ་བོ་གཅིག་གི་ནོར་འཁྲུལ་ཡང་བཟོ་སྲིད་པ་རེད་ད་འདྲ་མི་འདྲ་ད་ལོང་པ་གང་ནས་རྒྱལ་བོ་ག་ཞིག་གི་ནོར་འཁྲུལ་མང་པོ་བཟོ་བ་དེ་འདྲ་ཡོད་ར། བཟོས་སྲིད་པ་རེད་ཡིན་ན་ཡང་རྒྱལ་བོ་དེའི་གི་ལོ་རྒྱུས་ཀྱི་ཟླ་གང་གང་ནས་རྒྱལ་ཁབ་གཅིག་ལ་དབང་ཆ་ཡོད་བ་དང་རྒྱལ་ཁབ་དེ་དང་རྒྱལ་བོ་དེ་གཉིས་ཀྱི་བར་ཐུན་མོང་མ་ཡིན་པའི་འབྲེལ་བ་ཞིག་ཡོད་བ་གི་སྒྲུབ་བྱེད་དང་གཞུང་ལུགས་དང་དེ་འདྲ་སྒྲུབ་བྱེད་སྐོར་གྱི་མི་མང་གི་སེམས་ལ་བག་ཆགས་ཤིག་བཞག་ཐུབ་ན་རྒྱལ་བོ་དེ་ཤི་སོང་ན་ཡང་རྒྱལ་བོ་དེ་གི་ལོ་རྒྱུས་དང། རིག་གནས་ཀྱི་འབྲེལ་བའི་སྒང་ནས་རྒྱལ་ཁབ་དེ་ལ་བདག་དབང་ཡོད་བ་གི་བག་ཆགས་དེ་མི་མང་གི་སེམས་ལ་གནང་བ་འདྲ་གི་རེད། དེ་ཡིན་ཙང་རྒྱལ་བོ་གི་གཟུགས་པོ་གཅིག་ཤི་ཚར་ནའང་རྒྱལ་བོ་གི་གཟུགས་པོ་བཞེངས་པ་དེ་ལ་ཤི་ཡ་ཡོད་མ་རེད། རྒྱལ་བོ་གི་གཟུགས་པོ་བཞེངས་པ་དེ་ལ་ནོར་འཁྲུལ་ཡང་ཡོད་ཡ་མ་རེད། རྒྱལ་བོ་གི་གཟུགས་པོ་བཞེངས་པ་དེས་མི་སུ་གཅིག་གི་དེའི་ཚབ་བྱེད་ཐུབ་གི་མ་རེད། འོ་དེ་འདྲའི་ལྟ་གྲུབ་དེ་ཏག་ཏག་ང་ཚོ་ད་རྒྱལ་རིན་པོ་ཆེ་དང་པོད་ཀི་འདྲེ་ཡི་སྒང་ལ་ཆགས་ད་ཡོད་རེད་པོད་ཀི་འདྲེ་ཡི་སྒང་ནས་རྒྱལ་རིན་པོ་ཆེའི་སྐུམ་ཕྲང་གཅིག་དེ་ནོར་འཁྲུལ་ཡང་བྱེད་སྲིད་པ་རེད་ད་དཔེར་ན་རྒྱལ་དབང་སྐུམ་ཕྲང་དཀྲུགས་པ་སུ་འགྲོ་ཡོད་ན་ཨ་ནི་རྒྱལ་དབང་སྐུམ་ཕྲང་དཀྲུགས་པ་གི་མཛད་པ་ནང་ཕྱོགས་དང་དེ་འདྲ་ཁ་ཤས་ལ་ཡང། བོགས་ཀྱི་ཐོ་རངས་སྤོམ་བུ་མང་པོ་སྤར་ལ་ཡང་དེ་ལ་ཅིག། ནང་རྡོ་པའམ་ཡ་དང་དེ་འདྲ་ཞིག་ཆེན་པོ་འཆོང་གི་ཡོད་ར་ཡིན་ན་ཡང་ཁོ་ཚོས་སུ་ཞིག་གིས་དེ་རྒྱ་རིང་པོ་ཅིག་ཀུན་ཁྲང་ཅིག་གི་ནོར་འཁྲུལ་རེད་མ་གཏོགས་རྒྱ་རིང་པོ་ཅིག་གི་ལོ་རྒྱུས་སྒང་གི་བོགས་ཀྱི་བདག་དབང་དེ་ལ་སུ་ཞིག་གིས་དེ་ལ་དྲི་བ་དང་དོགས་པ་བྱེད་གི་ཡོད་མ་རེད་དེ་ཡིན་ཙང་རྒྱ་རིང་པོ་ཅིག་གི་གཟུགས་པོ་མཐོང་བའམ་ཡ་གི་གཟུགས་པོ་དེ་ལ་ཨ་ནི་སྐབས་དེ་ཡིན་ན། མི་མང་གི་སེམས་ལ་བག་ཆགས་དེ་དེའི་སྣང་བརྙན་དེ་ཡག་པོ་བསྐྲུན་ཐབས་བྱུང་ན་དེ་བཀའ་བསྟོད་ནི་དེ་འདི། ངོ་རྒོལ་བྱེད་ཐུབ་ཀི་མ་རེད་ས་དེ་ཡིན་དང་ད་དེ་འདྲ་ཞིག་ང་ཚོས་ད་ཏན་ཏན་ང་ཚོས་དེ་འདྲ་ཞིག་བཟོ་ཐུབ་ཡོད་རེད་བཟོ་ཐུབ་ཡོད་དང་ད་དེ་ལ་ཁེ་ཕན་ག་རེ་ཡོད་རེད་ལབ་ན་ནི་ཁེ་ཕན་གི་ཕྱོགས་ནས་དེ་འདྲ་ཡི་ཁེ་ཕན་བསྐྲུན་བྱུང་ན་ནི། དམིགས་བསལ་གྱི་སྤུན་གྲགས་ཡིན་ན་བོད་ཀྱི་རྒྱ་རིན་པོ་ཆེ་དེ་མི་མང་ཚང་མ་གི་ད་དཔོན་པོ་ཡིན་པ་དང་བླ་མ་ཡིན་པ་དེ་འདྲ་ཞིག་ཏུ་བྱས་ན་ཨ་ནི་བོད་སྤྱི་གོ་མ་ཡིན་པའི་ཨ་ནི་སོག་པོ་མི་རིགས་མང་པོ་ཞིག་གི་སོ་སོའི་སྒེར་གྱི་ཆབ་སྲིད་ཀྱི་ཁེ་ཕན་ལས་སོ་སོའི་དད་པ་དེ་ཞིག་འཆི་བ་སུ་བྱས་ཨ་ནི་རྒྱ་རིན་པོ་ཆེ་ལ་དད་པ་བྱས་པ་དང་ཨ་ནི་རྒྱ་རིན་པོ་ཆེ་གི་བརྩིགས་པའི་གཞུང་ལ་དད་པ་བྱས་མཉམ་དུ་ཨ་ནི་སླེབས་ཀྱི་ཨ་ནི་ང་ཚོའི་གཞུང་ལ་བཀའ་བསྟུད་ཡིན་ན་ནི། དགེ་ལྡན་ཕོ་བྲང་གི་གཞུང་དེ་འདྲ་ལ། གཞན་པ་གི་དམག་བྱ་དགའ་དེར་ནི་སོག་པོ་དུ་སོ་བཀའ་བསྟུད་ཡིན་ན་དང་བླངས་ཀྱི་ནི་དམག་གི་རོགས་པ་བྱེད་ཡ་དང། དེ་མ་ཡིན་པའི་སོག་པོ་ཚོ་ཤོག་ཁག་ག་རེ་ཡིན་ན་དེ་མ་ཡིན་པའི་མན་ཇུས་དང་ཁོ་ཚོ་ཡོང་ནས་ལོ་རྟག་པར་ད་ལྷ་ས་ལྟ་བ། ལྷེབ་ཀྱི་རྒྱ་རིན་པོ་ཆེ་མཇལ་བྱས་ནས་རྒྱ་རིན་པོ་ཆེ་ལ་ཅིག་བསྟེན་འབུལ་དང་ད་དེ་འདྲ་མང་བོ་བྱེད་ཀྱི་ཡོད་དུ་མང་ཆེ་ས་ཁ་རེ་སླེབས་ཀྱི་ཡོད་ལ་ན།

རྒྱལ་རིན་པོ་ཆེ་རྗེས་མ་དེ་མ་ཡོད་ད་ཀྱི་རྗེས་མ་ཞིག་སྤྲུལ་སྐུ་རྗེས་མ་དེ་མ་འཁྲུངས་ཡིག་དེའི་པར་དེ་ལ་ད་མི་སུ་གཅིག་གི་རྒྱལ་རིན་པོ་ཆེའི་ཚབ་བྱེད་ཐུབ་གི་མ་རེད་ས། ཚབ་བྱེད་ཐུབ་གི་མེད་ཡ་སོང་ཙང་དེའི་པར་དེ་ལ་ཡང་གཞུང་ལ་ངོ་རྒོལ་བྱས་ཡ་དང་གཞུང་ལ་སྐད་ངན་འཕྲོ་ཡ་དང་དེ་འདྲ་མང་པོ་ཞིག་བྱུང་གི་ཡོད་རེད་ས། དེ་ཡིན་ཙང་ང་ཚོའི། དཔེར་ན། རྒྱ་རིན་པོ་ཆེ་དེ་ང་ཚོའི་ཐུང་ཨ་ཡོ་ཡི་རྒྱ་རིན་པོ་ཆེ་དང་ང་ཚོའི་ཐུང་ཨ་མེ་ཨ་གི་རྒྱ་རིན་པོ་ཆེ་འདིའི་སྣང་བརྙན་དེ་བག་ཆགས་ཤིག་ཆེན་པོ་ཞེ་བོ་ཞིག་བོད་དང་སོག་པོ་མི་རིགས་ཆ་ཚང་གི་སེམས་ལ་སྤྲད་ཡིན་ཙང། དེའི་ཚབ་བྱེད་ཐུབ་ནི་རྒྱ་རིན་པོ་ཆེ་ཁོ་རང་མ་གཏོགས་སུ་གཅིག་ཡོད་མ་རང། དེ་ཡིན་ཙང་དཔེར་ན། རྒྱ་གར་གུམ་ཁྲང་ང་བ་འདྲ་གཅིག་འཚོལ་བ་ཡིན་ན། རྒྱ་གར་གུམ་ཁྲང་ང་བ་ཁོ་རང་གི་ད་སྡེ་སྲིད་སངས་རྒྱས་རྒྱ་མཚོ། ད་སྡེ་སྲིད་ལ་བསྐོ་ཡི་སྐབས་སུ་དམིགས་བསལ་གི་ཐུན་མོང་མ་ཡིན་པའི་ཁོ་རང་གི་སྡེ་སྲིད་ལ་བཀའ་ཤོག་གནང་ཅིག། ད་བདེ་སི་ལ་ཡིན་གཅིག་མིན་གཅིག་ང་ལ་ཁྱེད་ཚོས་ཁ་ཉན་པ་རྣམས་ཀྱིས་བདེ་སི་ལ་ཡང་ཁ་ཉན་གི་ཡོད་ཟེར་ནས་བཀའ་ཤོག་ནང་གི་བཀའ་ཤག་དེ་པོ་ཏཱ་ལ་གི་ཨ་ནུའི་ཕོ་བྲང་གསུམ་གོ་བའི་སྒང་ལ་བསྒྱེལ་དགོས་པའི་རྒྱུ་མཚན་དེ་ཏན་ཏན་ང་ཐོས་ན་རྒྱ་རིང་པོ་ཅིག་གནད་འགག་དེ་ཧ་གོ་ཡོད་རེད་དེ་ཡིན་ན་རྒྱ་རིང་པོ་ཅིག་ཁོ་རང་གྲོངས་ཚར་ན་ཡང་ཨ་ནི་རྒྱ་རིང་པོ་ཅིག་ཚབ་ཀྱིས་ཐལ་བ་ཞིག་ཏུ་དེ་འདྲ་ཞིག་བྱེད་ཀྱི་ཡོད་རེད་བསམ་གྱི་འདུག་ཡིན་ན་ཡང་ད་ཏན་ཏན་ང་ཚོས་ཧ་གོ་རྒྱུ་རེད། ཆིག་སྟོང་དྲུག་བརྒྱ་དགུ་བཅུའི་སྐོར་བདུན་ལོ་བརྒྱ་གང་སྐུ་འཕྲང་ལྔ་བ་དེ་བཀྲོངས་ཚར་བ་གི་གནས་ཚུལ་དེ། ད་སོག་པོ་དང་པོ་དང་མན་ཇུའི་ཆ་ཚང་ན་བསྒྲགས་ཚར་བ་དང་མཉམ་དུ་ཨ་ནེ་པོ་སྤྱི་ཚོགས་ཀྱི་ནང་ལོགས་རེད་ཕྱི་ལོགས་རེད་ཚང་མ་ནས། སྡེ་སྲིད་ལ་ཁག་ཐེག་བྱེད་དགའ་དང་སྡེ་སྲིད་ལ་སྐྱོན་བརྗོད་བྱེད་ཡ་དང་དེ་འདྲ་ཞིག་ཆེན་པོ་ཞིག་འཆོང་གི་ཡོད་ར། འཆོང་གི་དེ་ཁ་རུ་ལབ་ན་ཨ་ནེ་ཡིན། རྒྱ་རིན་པོ་ཆེས་ང་ཚོའི་མཐོང་ཨ་ཡོད་བ་རག་ཨ་ཡོད་བ་དེ་མེད་ཨ་སོང་ཙང་ཨ་ཁོ་ཚོ་གོ་སྐབས་དེ་སེམས་ཀྱིས་ཨ་སྡེ་སྲིད་ཀྱི་སྲིད་འཛིན་དང་སྡེ་སྲིད་ཀྱི་ཆ་རྒྱུས་ག་འདྲ་ཞིག་ཡག་པོ་ཡོད་ན་ཁོ་ནང་ངོ་རྒྱ་རིན་པོ་ཆེའི་ཚབ་ཀྱིས་ཐུག་གི་མ་རང། འོ་དེ་སྐྱོན་ཆ་ཞིག་ཡོང་གི་ཡོད་རེད་ས་ངེས་ནི་ཡིན། དེ་ཆབ་སྲིད་ཀྱི་ཆ་རྒྱུས་ཉིས་བ་དེ། ད་དགའ་ལྡན་ཕོ་བྲང་དེ་དམིགས་བསལ་གྱི། ཙི་ག་ལ་སོག་པོ་སོག་པོའི་ནང་ནས་ནང་ནས་ཀྱང་ད་ཁོ་ཤོར་དུ་སོག་པོ་ཁོ་ཤོར་དུ་སོག་པོ་དེ་ག་ཧ་ལས་པ་ང་ཚོ་རོགས་པ་བྱས་ཡོད་རེད་རོགས་པ་བྱས་ནས་ཙི་ཡིན་དང་ཨ་ནི་སྒེར་དོན་ཕོ་བྲང་དེ་ག་དམག་གི་སྲིད་ཇུས་དམག་གི་སྟོབས་ཤུགས་དེ་གཙོ་ཆེ་བ་དེ་ཨ་ནི་སོག་པོ་ཁོ་ཤོར་ཁོ་ཤོར་སོག་པོ་ལ་བརྟེན་བསྡད་ཡོད་རེད་དེ་ཡིན་ཙང་ཨ་ནི་སྒེར་དོན་ཕོ་བྲང་གི་སྒྲིག་འཛུགས་དེའི་འོག་ལ་ཨ་ནི་སྒེར་དོན་ཕོ་བྲང་དང་ཆོས་ལུགས་དང་འབྲེལ་བ་དགེ་ལྡན་ཕོ་དྲི་དང་དེའི་སོག་པོ་གི་མཉམ་འབྲེལ་ཁོ་ཚོ་མཉམ་འབྲེལ་བྱ་གི་དེའི་མཉམ་འབྲེལ་དེ་ཧ་ལས་པ་སྐད་ཆེན་པོ་ཆགས་ད་ཡོད་རེད། དེ་ཡིན་ཙང་སྐབས་ཐོག་དེ་ལ་འདི་ཅིག་ཞུ་དགོས་བསམ་སོང། སྐབས་ཐོག་དེ་ལ་ང་ཚོའི་དེང་སང་ད་རྒྱ་ནག་གི་དམིགས་བསལ་གི་རྒྱ་ནག་གི་དགེ་ལྡན་ཕོ་བྲང་དང་འབྲེལ་ཡོད་སྒང་ནས་འབྲེལ་ཡོད་ཀྱི་མཁས་པ་མང་པོ་ཞིག་གི། རྒྱལ་བསྟན་ཕོ་བྲང་དང་སོག་པོ་གཉིས་ཀྱི་འབྲེལ་བའི་གནས་ཚུལ་དེ་ཏག་ཏག་ཅིག་ཧ་མ་གོ་བ་ཅིང། ཁོ་ཚོ་མང་ཆེ་བ་ཟིག་གི། ཨ་ནི། རྒྱལ་བསྟན་ཕོ་བྲང་དེ་གཙོ་བོ་སོག་པོའི་གཞུང་གི་བརྩིགས་ཆོས་ཡིན་ཙང་རྒྱལ་བསྟན་ཕོ་བྲང་དེ་སོག་པོའི་འོག་ལ་ཡོད་པ་རེད་ལ་དེ་འདྲ་ཞིག་བྱ་ཚད་དེ་ཤུགས་ཆེན་པོ་འདུག་ཨ། དཔེར་ན། ཆིག་སྟོང་དགུ་བརྒྱ་ལྔ་བཅུ་དུ་བ་དྲེགས་བཅུ་དུ་བ་ལ་ཨ་ནི། རྒྱ་ནག་གི་ད་དམིགས་བསལ་གྱི་དགའ་ལྡན་ཕོ་བྲང་དང་འབྲེལ་བ་ཡོད་པའི་ནི་མཁས་པ་སྐད་གྲགས་ཆེན་པོ་ཞིག་ཝང་ཡའོ་ལ་ཀན་མཁས་པ་ཞིག་རེད་ཁོ་རང་འདྲ་ཅིག་ཡིན་ན་ནི་ཡིན། དགའ་ལྡན་ཕོ་བྲང་གི་དབང་ཆ་གཙོ་བོ་དེ་ཀུ་ཤུ་རི་གྷན་གི་ལག་ཡོད་རེད་ཀུ་ཤུ་རི་གྷན་གི་སྐད་བརྡ་ཕོ་བྲང་དབང་བསྒྱུར་གྱི་ཡོད་རེད་དེ་འདྲ་བསམ་ཚུལ་ཞིག་གི་འདུག་དེའི་མཚང་བསམ་ཚུལ་དེ་ལ་བརྟེན་ནས་ནི། རྟ་སོག་པོ་གི་དང་རབས་ཀྱི་རྟ་སོག་པོ་གི་ཁེ་དཔེ་ལས་ཀྱི་ད་ལྟ་དཔེ་ལས་ཀྱི་ཕར་ཆེར་ཁ་ཤས་ཀྱི་ཁེ་བ་དེ་མིང་གསལ་ཉུང་ཡོད་རེད་ཁོ་རང་གི་རྟ་དམིགས་བསལ་གྱི་ཁོ་སོག་པོའི་རིག་གནས་དང་སོག་པོའི་ལོ་རྒྱུས་ལ་ཁེ་བ་དེ་འདྲ་རེད་ཁོ་རང་གི་བསམ་ཚུལ་དེ་སྒྲུབ་བྱེད་བཏང་བ་ཡོད་དེ་ཁོ་རང་གི་རྩོམ་ཡང་མང་པོ་བྲིས་ཡོད་རེད། དེ་དང་མཉམ་དུ་ང་ཚོས།

ཡིན་ན་ཡང་ད་ལྟའི་སྐད་ངར་དེ་ཁ་ར་ན་ཁོ་ཚོ་གི་བསམ་ཚེ་དེ་ག་འདྲ་བྱུང་གོར་ན་གཙོ་བོ་སྒེར་དམ་ཕོ་བྲང་གི་དམག་དམག་གི་སྟོབས་ཤིག་དེ་སོག་པོ་ལ་ག་ཡིན་ཙང་དམག་དམག་དེ་ད་དྲག་པོའི་སྟོབས་ཤིག་ར་དྲག་པོའི་སྟོབས་ཤིག་རེད་ཡིན་ན་ཡང་ད་ནང་གི་ཆབ་སྲིད་གི་སྒྲོམ་གཞི་དང་ཨ་ནི་ནང་གི་འཛིན་སྐྱོང་གི་སྒྲོམ་གཞི་དེ་དེ་ཆ་ཙང་ཨ་ནི། ད་སྐལ་ལྡན་ཕོ་བྲང་རང་གི་འཛིན་སྐྱོང་བ་ལྷག་ཡོད་རེད་དཔེར་ན། ལྕགས་རིན་པོ་ཆེ་དྲ་གཅིག་ན་ལྕགས་རིན་པོ་ཆེའི་འོག་ལ་ད་མཆོད་ཡོན་གཉིས་ལ་ཁོ་ད་མཆོད་ཡོན་གཉིས་ཡིན་ཙང་ད་སྡེ་སྲིད། སུ་ན་ཆུན་པའི་ར་ན་ཁོ་ནང་ཁུལ་གྱི་ཆབ་སྲིད་དང་ནང་ཁུལ་གྱི་འཛིན་སྐྱོང་དང་ཆ་ཚང་ཁོ་རང་འགན་འཁུར་ཡོད་རེད་དམག་མི་འདྲེན་ཚུལ་དེ་དམངས་ཆེད།

ཁྱོད་རང་སྲིད་འཛིན་དང་དང་ཡང་མིན་ན་སྲིད་བློན་དང་དེ་འདྲ་རྒྱལ་ཁབ་ཀྱི་དབང་ཆ་མཐོ་ཤོས་དེ་ཆགས་སོང་ན་ཁྱོད་ལ་ཐད་ཀར་དུ་ཨ་ནི་དམག་མི་གཏོར་ཤུགས་དེའང་དམག་མིའི་དབང་ཆ་དེའང་ཁྱོད་ལ་སླེབས་ཀྱི་ཡོད་རེད། གལ་སྲིད་དེ་འདྲ་ཞིག་མ་སླེབས་པ་ཡིན་ན། ཁྱོད་རང་གི་རྒྱལ་ཁབ་ཀྱི་ནང་གི་དབང་ཆ་དེ་བརྟན་པོ་ཆགས་ཐུབ་ཀྱི་མ་རེད། ད་ལྟ་དེང་སང་གི་ལྟ་བ་གི་དགོས་ནུས་དག་ཡིན་ན་དེ་འདྲ་ཞིག་རེད། ཡིན་ན་ཡང་ང་ཚོ་དུས་རབས། བཅུ་བདུན་པ་གི་ནང་ལྟར་ན་སྐབས་ཐོག་དེ་གི་ཨེ་ཤ་ཡ་གི་ཆབ་སྲིད་ཀྱི་སྒྲོམ་གཞི་ཁུར་སློག་པ་རེད། དེ་ཡིན་ཙང། དེ་འདྲ་གི་གཞུང་ལུགས་ཀྱི་ལྟ་བ་མི་འདྲ་རྣམ་གཞག་མི་འདྲ་ལྟ་བ་གཉིས་མི་འདྲ་བའི་དེའི་དབྱེ་བ་དེ་ཡག་པོ་མ་ཤེས། མང་ཆེ་དེང་སང་གི་རྒྱ་ནག་ནང་གི་ནི་མཁས་པ་མང་པོ་ཞིག་གི་ནི་སོག་པོ་ལ་རྒྱ་དང་ཕོ་བྲང་ག་ལ་དབང་ཆ་ཆ་ཚང་ཡོད་རེད་ལ་གི་བསམ་ཚུལ་དེ་ཏན་ཏན། ལྟ་བ་གི་དེ་གཞུང་ལུགས་དེའི་ནོར་འཁྲུལ་སྒང་ལ་དེ་འདི་བྱུང་གི་ཡོད་རེད་བསམ་གི་འདུག་ཡིན་ན་ཡང་སྐབས་ཐོག་དེ་ལ། དུས་རབས་བཅུ་བདུན་པ་གི་སྐབས་ཐོག་གི་སྐལ་ལྡན་ཕོ་བྲང་གི་དབང་ཆ་དེ་གཙོ་བོ་དེ། ང་ཚོའི་བླ་མ་དང་ཆོས་ལུགས་དང། དེ་འདྲ་ཞིག་བསྟན་ནས་བསྡད་དེ་འདུག་ང་ཚོའི་ད་ལྟ་གོང་དུ་ཞུ་བ་རྣམས་ཀྱི་དཔེར་ན། སྲིད་ཅིག་གི་ཚབ་བྱས་མ་ཐག་གི་རྒྱ་རིན་པོ་ཆེ་གི་བུ་གི་བདག་དབང་དེའང་ལུང་བསྟན་དང་ཆོས་ལུགས་དང། ད་ལྟའི་འདྲ་མང་པོ་ཞིག་གི་སྟེང་ནས་ཡོང་གི་འདུག་དེ་ཡིན་ཙང་ང་ཚོའི་སྟོབས་ཤུགས་ཀྱི་གཙོ་བོ་ཡང་དེ་སྐབས་ཐོག་སྐལ་ལྡན་ཕོ་བྲང་གི་སྟོབས་ཤུགས་ཀྱི་གཙོ་བོ་ཡང་ཆོས་ལུགས་དང་དེ་འདྲ་ཞིག་སྟེང་དུ་བསྡད་འདུག་དེ་ཡིན་ཙང་དེ་སྐལ་ལྡན་ཕོ་བྲང་གི་སྲིད་འཛིན་དེ་ལ་དེང་སང་གི་ནུབ་ཕྱོགས་ཀྱི་མཁས་དབང་མང་ཆེ་བ་ཁོ་ཚོ་བདེ་ལ་བཀོད་དོ། ཆོས་ལུགས་ཆོལ་ཁ་ཅན་གྱི་རྒྱལ་ཁབ་ལ་གོ་ལྡོག། ཆོས་ལུགས་ཆོལ་ཁ་ཅན་གྱི་རྒྱལ་ཁབ་ལབ་ན། ང་ཚོ་དགའ་ལྡན་ཕོ་བྲང་གི་ཆབ་སྲིད་འཛིན་སྐྱོང་འོག་ཆོས་ལུགས་དང། དེའི་ནང་ནས་ཀྱང་དམིགས་བསལ་གྱི་ཅིག་ལྟ་དྲག་པོའི་ཆོས་ལུགས་ལྟ་དྲག་པོའི་ཆོས་ལུགས་ཞིག་དགོས་ལ་དགོས་རེད་ད་ང་ཚོས་ཅིག་དམག་ཟློག་བྱེད་པ་དང་དྲག་པོའི་ཆོ་ག་བྱེད་པ་དང། ཨ་ནི། ད་རྩིས་དང་ལུང་བསྟན་དང་དུ་ཚོགས། ཆབ་སྲིད་འཛིན་སྐྱོང་རང་གི་ནང་དབང་ཆ་ཧ་ལས་པ་ཆེན་པོ་གསུམ་དུ། དེ་ནས་དཔེར་ན་ནུབ་ཕྱོགས་ཀྱི་དེང་སང་གི་མར་ཏིན་མེལ། དེང་སང་གི་ནུབ་ཕྱོགས་ཀྱི་དམིགས་བསལ་གྱི་ད་ཆབ་སྲིད་ཀྱི་གཞུང་ལུགས་སྒང་གི་སྐད་གྲགས་ཆེན་པོ་རེད་ཁོ་ཚོ་འདྲ་གཅིག་ནི་དམངས་ཆེན། བོད་གཞུང་གི་ཆོ་ག་དེ། ཆོས་ལུགས་ཆོ་ག་ཅན་གྱི་རྒྱལ་ཁབ་རིགས་ལ་གོ་ལྡོག་དེ་ཡིན་ཙང། ཆོས་ལུགས་ཆོ་ག་གི་རྒྱལ་ཁབ་ཡིན་པ་ནི་ཆོས་ལུགས་ཆོ་ག་གི་དབང་ཆ་ཡོངས་རྫོགས་དེ། དམངས་ཆེ་རྒྱ་རིན་པོ་ཆེ་དང་བོད་ཀྱི་བླ་མ་ཁུ་ཚུར་ལ་དབང་ཆ་སུ་འདྲ་ཡོད་རེད་མ་གཏོགས་ཏེ། སོག་པོ་དང་ཀུ་ཤུ་རི་གང་ལ་དེ་ཕྱོགས་ལ་དབང་ཆ་གཅིག་ཀྱང་ཡོད་མ་རང། འོ་དེ་ཡིན་ཙང་ཡང་དེ་ཡང་གནད་འགག་ཞིག་བར་གྱི་ཆ་ཁ་མི་འགྲོ་བསམ་གྱི་འདུག་ད་དེ་འདྲ་ཞིག་ཡིན་པ་ན་ཨ་ནི་སྒྲོམ་གཞི་དེ་འདྲ་ཞིག་ཡོད་ལ་ང་ཚོས་ཁེ་ཕན་ག་རེ་བྱུང་དགོས་ལ་ན་ཨ་ནི། ཆོས་ལུགས་ལ་བརྟེན་ནས་ང་ཚོའི་དབང་ཆ་ཆ་ཚང་དེ་ཆོས་ལུགས་དང། ཆོལ་ཁ་དང་དེ་འདྲ་ཞིག་ལ་བརྟེན་ཡོད་ཙང་ང་ཚོའི་དབང་ཆ་དེ་ཏན་ཏན་དགེ་ལྡན་ཕོ་བྲང་དེ། དགེ་ལྡན་ཕོ་བྲང་ཁོ་རང་གི་བླ་མ་དང་སྤྲུལ་སྐུ་དང། དེ་ཚོས་ཁོ་རང་གི་དབང་ཆ་དེ་ཆོས་ལུགས་ཆོལ་ཁ་གི་བདག་པོ་གཙོ་བོ་ཁོ་ཚོ་ལ་བརྟེན་ཡོད་ཙང་དབང་ཆ་ཚང་མ་ཁོ་རང་ཚོས་གཉེར་ཐུབ་པ་དང་དེ་དང་མཉམ་དུ། དགོས་མཁོ་བྱུང་ན་ཁོ་ཚོས་སོག་པོ་ལ་དམག་མི་མཁོ་སྤྲོད་བྱེད་པ་དང་སོག་པོས་ཁོ་ལ་དམག་མི་གཞོགས་པ་བྱེད་པ་དང་དེ་འདྲ་ཏན་ཏན་བྱེད་ཐུབ་ཙང་གལ་སྲིད་ཁོ་གཉིས་ཀྱི་བར་གྱི་འབྲེལ་བ་དེ་ཡག་པོ་ཞིག་བྱུང་བ་ཡིན་ན། ཨ་ནེ་ཀུན་འཛིན་སྐྱོང་དེ་ཧ་ལས་པ་ཚགས་ཚུད་པོ་ཡོང་གི་རེད་བསམ། ཕྱི་ཡུལ་ཕྱོགས་ནས་ད་ཆོས་ལུགས་དང་ཆོ་ག་དང་དབང་དང་ལུང་དང་དེ་ཚང་མ་གལ་ལྡན་ཕོ་བྲང་གི་བླ་མ་དང་གལ་ལྡན་ཕོ་བྲང་གི་ད་རྒྱ་རིན་པོ་ཆེ་ཁོ་ཚོའི་འོག་ལ་ཡོད་བ་ཅིག་ཨ་ནེ་དགུན་སྒོའི་ཕྱོགས་ན་དམག་མིའི་དབང་ཆ་དེ་སོག་པོའི་སྒང་ནས་སྤྲད་བཞག་ན་ཁོ་ཁོ་གཉིས་ཀྱི་མཉམ་འབྲེལ་དེ་ཡག་པོ་བྱུང་བ་ན་ཏན་ཏན་ཁོ་ཞི་དྲག་ཟུང་འབྲེལ་འབྲེལ་བ་ཡག་པོ་ཞིག་བྱུང་གི་རེད་བསམ། ཡིན་ནའང་ད་སྙིང་ཁ་ཞིག་ཡོད་རེད་དེ་འདྲ་སྙིང་ཁ་ཞིག་ཡོད་ན་གལ་སྲིད། ཁོ་གཉིས་ཀྱི་བར་གྱི་མཉམ་འབྲེལ་དེ་ཡག་པོ་མ་བྱུང་བ་ཡིན་ན། མ་བྱུང་བ་ན་ག་རེ་བྱུང་དགོས་ལབ་ན། དགེ་ལྡན་ཕོ་བྲང་ལ་གལ་སྲིད་གནས་བབ་དེ་འདྲ་ཞིག་གི་འོག་ནས་དགེ་ལྡན་ཕོ་བྲང་དེ་དང་སོག་པོ་གཉིས་ཀྱི་མཉམ་འབྲེལ་མ་བྱུང་བ་ན་གལ་སྲིད་སོག་པོས་ངོ་ལོག་བརྒྱབ་ཀྱི་དགེ་ལྡན་ཕོ་བྲང་ལ་དམག་ཞིག་བརྗེ་བ་ན་ཨ་ནི་དགེ་ལྡན་ཕོ་བྲང་ལ། ཆོས་ལུགས་ཀྱི་དབང་ཆ་མ་གཏོགས་དམག་མིའི་སྟོབས་ཤུགས་ཡོད་མི་རང་དེ་ཡིན་ཙང་ཨ་ནི་ཏན་ཏན་ཨ་ནི། མང་བ་ན་དེ་སྙིང་ཁའི་འཕྲལ་གྱི་སྙིང་ཁ་ཆེན་པོ་ཡོད་རེད་ས། དེ་སྙིང་ཁ་ཡིན་ཙང་ང་ཚོ་དུས་རབས་བཅོ་བརྒྱད་པ་སྒང་ལ་ང་ཚོ་ཧ་གོ་བ་དེ་དག་སྡེ་སྲིད་སངས་རྒྱས་རྒྱུ་མཚོ་དང་ལྷ་བཟང་གང་གཉིས་ཀྱིས་དམག་འཇགས་ཀྱི་གནས་བབ་དེ་དག་རང་ཐིག་གང་ནས་གསལ་བོ་དཔེ་མཚོན་གསལ་བོ་ཆགས་གྲུབ་ཡོད་ར་ཁོ་གཉིས་ཀྱི་བར་གྱི་སོག་པོ་དང་བླ་མ་བར་གྱི་འགལ་བ་དེ་ཡག་པོ་ཏག་ཏག་སུ་བསྡད་མ་ཐུབ་པ་ཡིན་ན་ནི་ང་ཚོའི་གཞུང་དེ་ཚང་མ་འབོ་ལུག་གི་འགྲོ་བ་དེ་འདྲ་གི་སྙིང་ཁ་ཡོད་རེད་ས་ཐིག་གང་ནས་མཚོན་གྱི་ཡོད་ས་རེད། ད་ཆ་བཅུ་གསུམ་པ་དང་ཆ་བཅུ་གསུམ་པ་དེ་ཡིན་པ་ཡིན་ན་ད་ང་ཚོས་བོད་གཞུང་སྒེར་དང་ཕོ་བྲང་གི་དེ་ཆབ་སྲིད་ཀྱི་སྒྲོམ་གཞི་ཞིག་རེད་ཆབ་སྲིད་ཀྱི་སྒྲོམ་གཞི་དེའི་འོག་གི་ཆབ་སྲིད་ཀྱི་ཐག་གཅོད་བྱེད་ཡག་གི་དབང་ཆ་ཆ་ཚང་དེ་སྒེར་དང་ཕོ་བྲང་གི་བླ་མ་དང་ཁམས་པོ་དང་ད་དགོན་པ་སོ་སོ་གི་ཁྲི་བ་དང་ཁོ་ཚོ་ལ་ག་སེམས་ཡོད་རེད་ས་དེ་འདྲ་ལ་ག་སེམས་མེད་པའི་རྒྱུ་མཚན་ག་རེ་ལབ་ན་ཁྱེད་རང་གི་འཛམ་བུ་གླིང་གི་ལོ་རྒྱུས་མང་ཆེ་ད་ཡིན་ན། ད་ཆུ་ལུག་གཤེགས་ཆེན་པོ་ཆབ་སྲིད་གཤེགས་ཆེན་པོ་ཡོད་ག་གོང་ཆབ་ས་སྐྱ་མང་པོ་ཞིག་ལ་གནས་ཡིན། རྒྱལ་ཁབ་གང་ས་སྐྱ་བཀང་བ་བརྩིགས་ཡ་ན་ས་སྐྱ་བཀང་བ་ད་གཞུང་ཞིག་གསར་བ་བརྩིགས་ཡ་ན་ས་སྐྱ་དེ་ལ་དང་པོ་བདག་པོ་ཞོ་ར་ས་སྐྱ་དེ་ལ་དང་པོ་དེ་དང་འདྲ་ཡི་རྒྱལ་བོ་ཡིན་ན་རེད་ཀོ་ཀྲག་ཡིན་ན་རེད་ས་སྐྱ་དེ་ལ་དབང་ཆ་སེམས་ཉིད་ཞོ་ར། དེ་ཡིན་ཙང་ཁོ་ཚོའི་སྟོབས་ཤུགས་དེ་རང་ཤེད་ཀྱི་གཞུང་དེ་ན་སླེབས་འགྲོ་གི་ཡོད་ར། ཡིན་ནའང་ད་སྒེར་དོན་ཕོ་བྲང་མ་འདྲ་ཞིག་རེད་སྒེར་དོན་ཕོ་བྲང་གི་གཞུང་དེ་དང་པོ་འབྲི་སྤུངས་ལ་ཡོད་བ་ཅིག་ནི་ལྷ་ས་ལ་མ་རེད་པོ་ར་བོ་དུ་ལྷ་ས་ལ་སྐབས་ཏོག་དེ་ལ་སྒེར་དོན་ཕོ་བྲང་གི་ཆབ་སྲིད་གི་གཞུང་དེ་མ་བརྩིགས་གོང་ནས་ལྷ་ས་ཆ་ཚང་དེ་སྒེར་དོན་ཕོ་བྲང་གི་འོག་ལ་སིམ་ད་ཡོད་རེད་དེ་སིམ་དགོས་བ་རྒྱུ་མཚན་ག་རེ་ན་ད་མང་ཆེ་བའི་ཕྱི་སུ་ཧ་གོ་རེད་ད་ལྷ་ས་ཡིན་ན་དང་པོ་སྐྱིད་ཤོད་སྡེ་བ་སྐྱིད་ཤོད་སྡེ་བ་ཡབ་སྲས་ཀྱི་ཁུ་ཚུར་འོག་ལ་ད་ལོ་མང་པོ་སྐྱིད་ཤོད་སྡེ་བ་ཡབ་སྲས་ཀྱི་འོག་ལ་ཡོད་ར་ཡིན་ན་ཡང་ཨ་ནི་སྐྱིད་ཤོད་སྡེ་བ་དང་ཨ་ནི

ད་སྐལ་ལྡན་ཕོ་བྲང་གི་འོག་ལ་སླེབས་ཡོད་བ་དེ་འདྲ་ཞིག་དང་རྒྱ་གང་སྐུ་ཕྲེང་ལྔ་བ་གི་ཐུགས་ཀུ་ལི་ཀུ་བཟང་ན་ད་ནི་དེ་ས་བོ་སླེབས་ཀི་འདུག་དེ་ཡིན་ཙང་ཅི་ཞུ་དེ་གི་དབང་ཆ་དེ་དང་པོ་ནི་བླ་མ་དང་སྤྲུལ་སྐུ་དང་འཁོར་ཚོགས་འོག་ལ་སིམ་ཡོད་ཙང་སྐལ་ལྡན་ཕོ་བྲང་དེ་ལྷ་ས་ལ་བརྩི་བ་གི་སྐབས་ཐོག་དེ་ལ་དབང་ཆ་ཆ་ཚང་བླ་མ་དང་སྤྲུལ་སྐུ་ཁོ་རང་ཚོའི་ལག་ལ་སླེབས་དེ་མ་གཏོགས་དེའི་ངང་ལ་བླ་མ་སྤྲུལ་སྐུ་མ་ཡིན་པའི་ཨ་ནི་སྐྱ་བོའི་ནང་ལ་སྐལ་ལྡན་ཕོ་བྲང་གི་ཐོ་རངས་དཔོན་ཁག་ལ་ཨ་ནི་ཁག་ཐེག་ཅག་ཐུབ་བ་གི་དཔོན་པོ་གཅིག་འཁྱོང་གི་ཡོད་མ་རེད་ས་དེ་ཡང་ཆབ་སྲིད་ཀྱི་དམིགས་བསལ་གྱི་འདི་རེད་སྐབས་ཐོག་དེ་ལ་ཡང། ལྷ་རྒྱལ་རི་དང་ད་ལྟའི་ཏང་གི་རྒྱལ་བོ་དེའི་ཁར་སེ་དགེ་ལྡན་ཕོ་བྲང་ལ་ཤིང་རྟགས་ཀྱི་གཉིས་ཁ་ཞིག་ཡོད་རེད་ད་ཁོ་ཚོ་མང་ཆེ་ལྷ་སར་མ་ཡིན་པའི་ས་ཚིགས་ཆ་གཞན་ནས་ཡོང་དགོས་འགོ་བས་ཙང་ལྷ་སར་རང་ལ་དད་ཡ་གི་ས་གནས་ཀྱི་སྐུ་དྲག་དབང་ཤུགས་ཆེན་པོ་དེ་འདྲ་ཞིག་ཆགས་ཡོད་མ་རེད་ཆགས་མེད་ཙང་ཨ་ནི་མང་ཆེ་དགེ་ལྡན་ཕོ་བྲང་གི་ཆབ་སྲིད་ཀྱི་དབང་ཆ་དང་ཐག་གཅོད་མང་ཆེ་ཁྲི་བ་དང་མཁན་པོ་དང་ཨ་ནི་རྒྱལ་བ་རིན་པོ་ཆེ་བཅས་ཨ་ནི་སྡེ་སྲིད་ཁག་ཅིག་ཁོ་ཚོའི་ལག་ཆགས་ཡོད་རེད་ས་དེ་ཡིན་ཙང་སྔ་སྲོལ་ལྟར་ལོ་རྒྱུས་དང་རྣམ་ཐར་ཁག་ལྟར་ཡང་ན་བཀའ་བསྟོད་ཡིན་ན་ནི་ཚོགས་སྡེ་ཁག་ནམ་རྒྱུན་གྱི་ཚོགས་སྡེ་ཁག་ཏུ་ཡང་ན་ཚོགས་སྡེ་ཁག་གི་ནང་དམངས་ཀྱི་གཙོ་བོ་དེ་དགོན་པ་ཁག་གི་གྲྭ་ཚང་ཁག་གི་ཁམས་བོད་ཀྱི་དགོན་པ་ཁག་གི་ཁྲི་བ་ཀྱི་དགའ་ལྡན་སེར་ཁྲི་ཀྱི་འཁོར་ཚོགས་དེ་ཤིག་ཆེན་པོ་ཞིག་ཆགས་འགྲོ་གི་འདུག་ཆགས་ཡིན་ཙང་ད་ལྟའི་ཁེ་བཟང་འདྲ་བོ་ཞིག་བཀར་ཡོད་ན་སྤྱིར་བཏང་གི་ལུང་པ་གཅིག་གི་ནང་ལ་དབང་ཆ་གསུམ་འདུག་སྔོན་མ་ཡིན་ན། བླ་མ་དང་དཔོན་པོ་ཞིག་ཡོད་ན་ནི་ཁོ་གསང་གནས་དེ་ལ་བསྡད་དེ་ཡོད་རེད་ད་སྐུ་དྲག་འདྲ་བོ་ཞིག་ན་ཁོ་གསང་གནས་དེ་ལ་བསྡད་དེ་ཡོད་རེད་ཁོ་རང་གི་ཕྱོགས་རིས་ཕྱོགས་གཏོགས་ཀྱི་མི་ཡོད་རེད་ཁོ་རང་གི་སྡེ་བ་ཡོད་རེད་དེ་འདྲ་ཡིན་ཙང། གཞུང་གི་ཆབ་སྲིད་མང་ཆེ་བ་ཐག་གཅོད་བྱེད་དུས་སྐུ་དྲག་ཁོ་རང་གི་གསང་གནས་ལ་ཕན་ཡ་དང་སྐུ་དྲག་ཁོ་རང་གི་ཕྱོགས་ལ་ཕན་ཡ་དེ་ལ་འགྲོ་བ་གི་ཉེན་ཁ་ཆེན་པོ་ཞིག་རེད་དེ་གཅིག་རེད་གཉིས་པ་དེ། སྐུ་དྲག་དེ་མི་རེ་མི་རེ་བར་དུ་གསང་གནས་གཅིག་ལ་བསྡད་བསྡད་ན་ནི་སྐུ་དྲག་དེ་གི་ཁོ་རང་གི་ཕྱོགས་མདུན་ཕྱོགས་མཐུན་གྱི་སྟེང་ནས་ཚོགས་པ་བཙུགས་ནས་གཞུང་ལ་ངོ་རྒོལ་བྱེད་ཡ་དེ་འདྲ། ཉེན་ཁ་ཡོད་ར། ཡིན་ནའང་ད་སྐལ་ལྡན་ཕོ་བྲང་འདྲ་བོ་ཞིག་ཡིན་ན། མང་ཆེ་བ་དགོན་པ་གྲྭ་ཚང་ཁག་གི་ཁམས་པོ་དེ་ལྟ་བུ་གི་ཆོ་ག་སམ་གཞི་མེད་ནས་སླེབས་ཀྱི་ཡོད་ར་ད་གཙོ་བོ་དགེ་བཤེས་དང་ཨ་ནི་ཁོ་རང་སློབ་སྦྱོང་ག་སྟེ་ནི་ད་ཁམས་པོ་དང་འཕྲད་བ་དང་མ་བསྐོ་གི་ཡོད་ར། བསྐོ་གི་ཡོད་ཙང་ཨ་ནི། དེ་དག་གི་ས་གནས་དང་ཤོག་ཁག་རང་ལུགས་ཀྱི་གི་ཨ་ནི་ཉེན་ཁ་དེ་ཆུང་བ་ཡོད་རེད་ས། དེ་ཡིན་ཙང་ཨ་ནི་དེའི་སྒང་ནས་ཕན་ཐོགས་ཅིག་བྱུང་དགོས་རེད་ས་ད་ཉེན་ཁའི་སྒང་ནས། ཉེན་ཁ་གི་ཕྱོགས་ནས་ལྟ་བ་ནི།

ཁོ་རང་གི་སྟོབས་ཤུགས་དེ་ཤུགས་ཆེ་དྲགས་ཀྱིས་མཚན་མཚན་མ་ཁོ་རང་གི་ཆབ་སྲིད་ཀྱི་ཐག་གཅོད་དེ་གཞུང་ལ་ཕན་ཡང་དེས་ཁོ་རང་གི་དགོན་པ་དང་ཁོ་རང་གི་ཆོས་རྒྱུད་ལ་ཕན་ཡང་གི་དེ་འདྲ་ཕྱོགས་ལ་འགྲོ་བ་གི་ཉེན་ཁ་ཡོད་རེད་དེ་འདྲ་ཆགས་ན་ཡང་གཞུང་ལ་དཀའ་ངལ་འཕྲད་པ་དང་དེ་འདྲ་བྱུང་དགོས་རེད། དེ་ཕན་ཚུན་བཞིན་ན་ང་ཚོའི་རྒྱལ་ཡོངས་གཞས་པ་ཀུན་ཁྲང་དང་པོ་དང་ནི་སྡེ་སྲིད་སངས་རྒྱས་ཡུམ་ཚུལ་བ་ཀྱི་འབྲེལ་བ་དེ་ད་ཕན་ཚུན་བཞིན་ཆགས་ན་འགྲིག་གི་ཡོད་ར། འོ་དེ་འདྲ་ཞིག་བྱེད་དང། ཤི་བ་དེ་ད་ཆབ་སྲིད་ཀྱི་སྒྲོམ་གཞི་ཤི་བ་དེ་ད་དགའ་ལྡན་ཕོ་བྲང་དང་པོ་བརྩི་ག་དེ་དགའ་ལྡན་ཕོ་བྲང་དང་པོ་བརྩི་ག་དེ་སོག་པོའི་དམག་གི་སྟོབས་ཤིག་ལྷ་ས་ལ་ཡོང་བ་གི་རྒྱུ་མཚན་གཙོ་བོ་དེ་ཨ་ནི་དགའ་ལྡན་ཕོ་བྲང་བརྩི་ག་གི་ཆེད་དུ་ཡོང་བ་མ་རག་ཐང་དང་པོ་དེ་དགེ་ལེགས་པའི་ཆོས་བརྒྱུད་དེ་སྐྱེད་པ་གི་ཆེད་དང་དགེ་ལེགས་པའི་ཆོས་བརྒྱུད་དེ་ལ་ནི་སྲུང་སྐྱོབ་བྱེད་ཡ་ཆེད་དུ་ལྷ་ས་ལ་སླེབས་རྒྱུ་ར་དེ་ཡིན་ཙང། ཡིན་ན་ཡང་ལྷ་ས་ནས་གཙང་བ་རྒྱལ་བོ་དེ་བཅོམ་ཚར་བ་དང་ཨ་ནི་ཁོ་ཚོས་ཟས་ཁང་ཞིག་བརྩིགས་རག་དེ་ཚབ་ལ་བརྩིགས་ཚབ་ཏུ། སྐབས་ཐོག་དེ་གི་ཟས་ཁང་དེ་སྒ་ལྡེམ་ཕོ་བྲང་དེ་ཨ་ནི་དགེ་ལུགས་ཀྱི་ཆོས་བརྒྱུད་བྱེ་བྲག་པ་ཞིག་གི་རྨང་གཞིའི་སྒང་བརྩིགས་ཚར། དེའི་གཟུགས་ཨ་ནི་རྗེས་མ་གི་སྒ་ལྡེམ་ཕོ་བྲང་དང། ཨ་ནི། དགེ་ལེགས་ཀྱི་ཆུ་རྒྱུན་གཉིས་མཉམ་དུ་འདྲིས་སོང་རེད་ད། ཕན་ཚན་དབྱེ་བ་འདྲ་ཅི་མི་རྟག་དེ་འདྲ་འདྲིས་འགྲོ་གི་འདུག་ཨ། འདྲིས་འདུག་ཨ་ནི། དགེ་ལྡན་ཕོ་བྲང་གི་དབང་ཆ་དེ་ཡང། དགེ་ལྡན་ཕོ་བྲང་གི་དབང་ཆ་དེ་དགེ་ལེགས་པའི་ད་དབང་ཆ་མཐོ་ཤོས་དེ་རྒྱ་གར་རིན་པོ་ཆེ་ལ་དགེ་ལེགས་གནང་ནས། དེ་གཞུང་གི་དབང་ཆ་ཡང་མཐོ་ཤོས་ཆགས་ཡིན་པ་མ་ཟད་ཨ་ནི། དགེ་ལྡན་ཕོ་བྲང་ལ་ཆབ་སྲིད་ཀྱི་དབང་ཆ་མ་ཟད་དགེ་ལེགས་ནང་ཁུལ་གྱི། དགེ་ལེགས་ནང་ཁུལ་གྱི་གྲྭ་ཚང་སོ་སོ་གི་མཁན་པོ་བསྐོས་པ་དང། ཨ་ནི་སྒེར་དང་སའི་ཁྲི་འཁྱོལ་བ་དང་དེ་ཆ་ཚང་ཨ་ནི་རྒྱ་རིན་པོ་ཆེ་དང་ཁོ་ཚོ་ཐག་གཅོད་བྱེད་ཀྱི་འདུག་ཨ་ནི་རྒྱ་རིན་པོ་ཆེ་མ་ཞིག་གི་སྐབས་སུ། སྡེ་སྲིད་དང་ཁོ་ཚོ་ཐག་གཅོད་བྱེད་ཀྱི་འདུག་དེ་ཡིན་ཙང། གཞུང་གི་དབང་ཆ་དེ་ཆབ་སྲིད་ཀྱི་སྒྲོམ་གཞི་གཅིག་པུ་མ་ཡིན་པར། ཨ་ནི་དགེ་ལུགས་ཀྱི་ཆུ་བཞི་ནང་གི་དབང་ཆ་ཆ་ཚང་ཡང་སྒེར་དང་ཕོ་བྲང་འབྲེལ་བ་ཆགས་འདུག་གི་འདུག་དེ་ཡིན་ཙང། དགེ་ལུགས་ཀྱི་ཆུ་བཞི་དང་གཞུང་གཉིས་ཀྱི་བར་པད་དང་གཡས་བཅས་ཡང་མེད་ཟེར་འདུག་ཚང་མ་འདྲིས་སོང་ཟེར་འདུག་དེ་འདྲ་ཆགས་ཡོད་རེད་ཟེར། དེ་ཡིན་ཙང་ཨ་དེ་ལ་ཁེ་ཕན་ཞིག་ག་འདྲ་བྱུང་དགོས་ལབ་ན།

རྒྱལ་གདམས་ཕོ་བྲང་ལ་རོགས་པ་བྱེད་ཡ་ན་རྒྱབ་སྐྱོར་བྱེད་ཡ་ན་ཨ་ནེ་དགེ་ལེགས་པའི་ད་ཆོས་ལུགས་ཀྱི་ཚོགས་ཁག་དེ་ལ་རོགས་པ་བྱེད་ཡ་དེ་རིང་མཐོང་བསྡད་ཀྱི་ཡོད་རེད་དེ་ཡིན་ཙང་ཁོ་གཉིས་ཀྱི་གཞུང་དང། དགེ་ལེགས་པའི་ཆོས་རྒྱུད་ལ་རོགས་པ་བྱེད་ཡ་ཆ་ཚང་དེ་རྒྱལ་གདམས་ཕོ་བྲང་གི་གཞུང་ལ་ཡང་རོགས་པ་ལེན་ཐུབ་དགོས་རེད། གཅིག་རེད་ཨ་ནེ་གཉིས་བ་དེ། རྒྱལ་གདམས་ཕོ་བྲང་གི་ད་གཞུང་གི་ད་སྣེ་ཁྲིད་ཡོད་ན་མེད་ན་དེ་རྒྱ་རིན་པོ་ཆེ་ཡིན་ཙང་ཨ་ནེ་རྒྱ་རིན་པོ་ཆེ་ལ་དད་པ་དང་རོགས་སྐྱོར་བྱེད་ཡ་དེ། བྱེད་ཡ་ཡིན་ན་ཡིན་གྱི་དགེ་ལེགས་པའི་གཞུང་ལ་ཡང་དག་སྒེར་དོན་ཕོ་བྲང་གི་གཞུང་ལ་ཡང་དད་པ་དང་རོགས་སྐྱོར་བྱེད་དགོས་བ་གི་ཅི་ཡིན་ཅི་མིན་གྱི་དགོས་བ་རེད་བསམ་པའི་བསམ་བློ་ཞིག་ཨ་ནི་སྨན་བཅོས་ཀྱི་བོན་པོ་དེ་ཚོ་ལ་ཡོད་རེད་ད་ཨ་ནི་དེ་མ་ཡིན་པའི་སོག་པོའི་བོན་པོ་དེ་ཚོ་ལ་ཞིག་ཆེན་པོ་བ་རེད་དེ་ཡོད་བ་གི་རྒྱུ་མཚན་དེ་ང་ཚོའི་སྨན་བཅོས་ཀྱི་གཞུང་འབྲེལ་ཡིག་ཆ་དང་མཆན་ཞུ་ལུས་འདྲ་བོ་ཞིག་བལྟ་བ་ཡིན་ན་དེའི་ནང་སྐབས་དེ་ཡིན་ན་ཡང་སྲིད་ཡང་སྲིད་ཨ་ནི། ང་སྐལ་ལྡན་ཕོ་བྲང་ནང་རྒྱ་རིན་པོ་ཆེའི་གཤིན་རྟགས་ཡིན་ལགས། ཨ་ནི། དཔེར་ན་ཁང་ཤིང་འདྲ་བས་ན་ཁང་ཤིང་གི་ཁོ་རང་གི་སྐལ་ལྕེ་མང་པོ་ཞིག་ནི་ཡང་སྲིད་ཡང་སྲིད་དེ་འདྲ་ཐོན་ཡོང་གི་འདུག་ཨ། དེ་འདྲ་རེད་ད་ལྟ་ཡིན་ན་དེ་ལ་ཉེན་ཁ་ཞིག་ཡོད་རེད་ཉེན་ཁ་ཞིག་ག་རེད་ལགས་ན། ད་སྐལ་ལྡན་ཕོ་བྲང་དང་ཨ་ནི་དགེ་ལུགས་ཀྱི་ཚོགས་སྡེ་ཁག་ད་ཆབ་སྲིད་སྒང་ནས་ད་དབྱེར་མེད་འདྲ་བོ་ཆགས་སོང་ཨ་ན། མཚམས་མཚམས་མ་ཨ་ནི། དགེ་ལུགས་ཀྱི་ཆབ་སྲིད་དགེ་ལུགས་ཀྱི་ཆོས་ཅིག་གི་ནང་ལ་ཡང་ཆོས་ཅིག་གི་ནང་ལ་བསམ་བློ་མི་འདྲ་བ་དང། ཡང་ཡིག་ཆ་མི་འདྲ་བ་དང། ཡང། ཆུ་རྒྱལ་རང་གི་ནང་ལ་ནི་ད་དགེ་ལེགས་པའི་གཞུང་ལ་དེ་ལྟ་བ་དེ་ག་འདྲ་ཞིག་བྱེད་དགོས་པར་ད་ལ་དགེ་ལེགས་པའི་ཚོགས་ཀྱི་ཁོ་རང་ན་ན་དགེ་ལེགས་པའི་ཚོགས་ཀྱི་ནང་ལྟ་བ་ཀྱི་ཡངས་པོ་གི་རིགས་ཤིག་དང་ལྟ་བ་ཀྱི་དོག་པོ་གི་རིགས་ཅིག་ཡོད་ར་དཔེར་ན་རྒྱ་དབང་གྲགས་ལྔ་བ་ཁོ་རང་རང་གི་སྐབས་སུ་ཡིན་ན་ཡང། ནི་དྲུག་གི་གྲགས་པ་རྒྱལ་མཚན་ཡོད་རེད་ནི་དེ་མ་ཡིན་པའི་ད་བཅུ་དང་ལྔ་ལོ་རྒྱུས་ཀྱི་ནི་བྱ་བ་ཡིན་ན་ཡང་དགེ་ལེགས་པའི་ད་སློབ་མ་ད་མཁས་གྲུབ་དགེ་ལགས་པར་བཟང་དང་ནི་རྒྱལ་ཚབ་ཀྱི་ཁོ་རང་གཉིས་ཀ་འཚོལ་བ་ཡིན་ན་ཅིང། དངོས་གནས་ཀྱང་ནི་དགེ་ལེགས་པའི་ལྟ་བ་དེ་ག་འདྲ་ཞིག་དགོས་གོ་ན་དགེ་ལེགས་པའི་ལྟ་ཆོས་ཀྱི་ལ་དེ་ག་འདྲ་ཞིག་འཛིན་དགོས་པར་ལབ་ན་ཁོ་གཉིས་ཀྱི་བསམ་ཚུལ་ཡང་ཏན་ཏན་ཏན་ཏན་འདྲ་གི་མེད་གསུང་སྒྲོག་དེ་འདྲ་གསུང་པོ་མང་བོ་ན་མཐོང་གི་འདུག་ཨོ་དེ་ཡིན་ཚེ་ཨ་ནི་མཚན་མཚན་མ་ཆོས་ལུགས་ཀྱི་ནང་ཁུག་གི་ལྟ་བ་བའི་སྒང་གི་འགལ་བ་དེ་ཨ་ནི་ཆབ་སྲིད་ཀྱི་ནང་འགལ་བ་དེ་ལྷེ་བ་གི་ཉེན་ཁ་ཡོད་རེད་ཨོ་དེ་ཡིན་ཚེ་ཡང་ད་ལྟ་རྒྱ་དབང་ཞེས་པ་དང་དེ་སྲིད་ཀྱི་བར་གྱི་འགལ་བ་ཡང་དེ་ལ་འབྲེལ་བ་ཆེན་པོ་འདུག་ཨོ་དེ་འདྲ་གི་ཉེན་ཁ་ཡོད་རེད་ས་ད་མཐའ་མ་དེ། འཛིན་སྐྱོང་གི་སྐལ་ལྡན་ཕོ་བྲང་གི་ཆབ་སྲིད་ཀྱི་ཆ་རྒྱུས་སྔ་བ་དེ་ཁར་ན། ད་སྐལ་ལྡན་ཕོ་བྲང་ཐོག་མར་བཙུགས་ཤིང་སྐབས་སུ་ཁོ་ཆོས་ལུགས་ཀྱི་རྨང་གཞི་དང་ཆོས་ལུགས་ཀྱི་སྟོབས་ཤུགས་དེ་གཙོ་བོ་བྱས་ནས་བཙུགས་ས་ར་དེ་ཡིན་པ་མ་ཟད་བཙུགས་ཉིན་དེའང་ནི་སོག་པོ་ཁོ་ཤོར་དང་སོག་པོ་ཁོ་ཤོར་དག་གི་རོགས་པ་བྱས་ནས་དེའི་འོག་བཙུགས་ར་དེ་ཙང། པོ་ཀི་ང་ཚོ་ལོ་རྒྱུས་ནང་བལྟས་ཨ་ཡིན་ན་གཞུང་བརྩི་ག་གི་ད་པིར་ན་སར་སྐྱ་བ་རེད་སར་སྐྱ་གི་སྲིད་དབང་དེ་ཨ་ནི་ཕག་ཁྲི་བ་རེད་ཕག་ཁྲི་གི་རིན་ཕུང་གཙང་པ་ཁོ་ཚོ་མང་ཆེ་སྟེ་སོ་སོའི་སྤོབས་པ་ནང་ཁུལ་གི་སྲིད་དབང་དེ་གཅིག་གཅིག་གི་ཕྲོག་ད་རེད་མ་གཏོགས་ཡང་ཁབ་སྟེགས་ཕྱི་ལོག་གི་དམག་མི་རང་ནང་ལ་ཁྲིད་ཡོང་གྱིས་དེ་ལ་བརྩིག་བྱ་དེ་དང་པོ་རུ་ཆགས་འགྲོ་གི་འདུག་ཆགས་ཡིན་ཙང་སྐབས་ཐོག་དེ་ལ་ཏན་ཏན་ཁོ་ཚོ་ལ་འཛིན་སྐྱོང་གི་སྒྲོམ་གཞི་གསར་བ་ཞིག་ཡོད་མ་རེད་གསལ་བོ་ཞིག་ཡོད་མ་རེད་འདི་འདྲ་སྐྱེ་དགོས་གི་རེད་ལ་གི་གསལ་བོ་ཞིག་ཡོད་མ་རེད། གཅིག་རེ་གཉིས་པ་དེ། རྒྱལ་དབང་སྐབས་ན་རྔ་བ་གི་གནམ་སྟག་ཁོ་རང་ལ་བལྟ་བ་ཡིན་ན་ཡང་ཧོབ་སྟེ། ད་ལྟ་དེ་ཀུ་ཤུ་རི་ཁང་གི་ཁོ་རང་བཀྲ་ཤིས་གླིང་པ་ལ་གདན་དྲངས་ཀྱིས་ད་བོ། ཕྲུ་གུ་བཅུ་གསུམ་དང་ཁོ་རང་གི་ཀུ་ཤུ་རི་འགའ་ཁོ་རང་གི་ནང་མི་དང་ཆ་ཚང། ཧཱུྃ་ཏེ་ཡེ་ར་བྷི་ཡ་ཏེ་རྒྱ་གང་ཀུན་འབྲུ་ལྔ་ལ་བྷི་ཡ་ཏེ། ཧཱུྃ་ཏེ་ཕྱོགས་བཅུ་རེ་མོ་རྒྱ་གང་ཀུན་འབྲུ་ལྔ་ལ། དང་པོ་ནི། གཙང་བ་སྡེ་སྲིད་མི་ཡ་བཟོ་བ་དང་དེའི་ཚབ་ལ་ཁོ་རང་སྐྱེ་བོ་སྐྱེ་བ་གི་འཆར་གཅིག་དེ་འདྲ་མི་འདུག་ཨ། དེ་ཡིན་ཙང་ཧཱུྃ་ཏེ་ཕྱོགས་ཡིན་ཙང་ད་ལྟའི་དང་པོ་ནི་སྲིད་ཀྱི་སྒྲོམ་གཞི་དེ་འདྲ་ཞིག་བཟོ་གི་ཡིན་ལབ་ནས་འཆར་གཅིག་ཏག་ཏག་ཞིག་སྐྱེ་ཐུབ་ཡོད་མ་ར། མ་འཆོང་བ་རེད་མ་འཆོང་ཡིན་ཙང། སྒལ་དང་ཕོ་བྲང་བརྩེགས་ཀྱི་སྐབས་སུ་དེ་ལ་ཡང། སྲིད་ཀྱི་དགྲོངས་གཞི་དེ་བརྟན་པོ་བ་ཞིག་མི་འདུག་བ་དཔེར་ན། སོག་པོའི་སྡེ་ཁག་རེ་མན་ཇུ་རེ་དེ་འདྲ། སྐབས་ཐོག་དེ་གའི་གཞུང་ལ་བལྟས་པ་ན། རྟག་པར་ན་མན་ཇུ་འདྲ་བྱས་ན་མན་ཇུ་གྱི་ཆིང་གི། སྟོབས་ཤུགས་དེ་དཔལ་ཁང་ལ་ཡོད་བ་གི་ཆིང་གི་གོང་མ་གྱིས་གོང་མ་བ་ན་ས་གནས་ཁག་གི་བློན་པོ་གྱིས་ས་གནས་ཁག་གི་བློན་པོ་བ་ལ་ས་གནས་ཁག་གི་དཔོན་པོ་གྱིས། དེ་འདྲ་སྒྲིམ་གཞི་དེ་ཆ་ཚང་ཞིག་འདུག་བ་ཡིན་ན་ཡང། ད་སྒལ་དང་ཕོ་བྲང་བརྩེགས་ཀྱི་སྐབས་སུ་ཡང་བརྩེགས་ཚར་བཞི་ཡི་སྐབས་སུ་ཡང། བོད་ཀྱི་སྒེར་དང་ཕོ་བྲང་གི་ཆབ་སྲིད་ཀྱི་སྒྲོམ་གཞི་དག་རང་གི་འོག་ལ་ཁྲིམས་གོ་རང་བཙན་ཁྲིམས་གོ་རང་བཙན་ཡིན་ནའི་སྒྲོམ་གཞི་མང་པོ་ཞིག་ཐོན་ཡོང་གི་ཡོད་རེད་དཔེར་ན་བཀྲ་ཤིས་ལྷུན་པོ་འདྲ་ཞིག་ཡིན་ན། པཎ་ཆེན་ཀུན་བྲག་རིམ་བྱོན་འོག་ལ་བཀྲ་ཤིས་ལྷུན་པོ་མང་ཆེ་བ་དེ་ཁོའི་ཁྲིམས་གོ་རང་བཙན་གྱི་རྣམ་པའི་འོག་ལ་བསྡད་བསྡད་ཡོད་རེད་བསྡད་བསྡད་ཡུལ་བ་སོང་ཙང། སྐབས་སྐབས་ལ་སྒལ་ལྡན་ཕོ་བྲང་གི། བཀྲ་ཤིས་ལྷུན་པོ་དང་དེའི་འབྲེལ་བའི་སྒང་ནས་བཀའ་བཏང་བ་ན། བཀྲ་ཤིས་ལྷུན་པོ་གི་ཏག་ཏག་ཏག་ཏག་ཁ་ལ་ཉན་མི་ཉན་བྱས་ཡ་དང་ཡང་དང་ཁོ་ཁྱག་དང་སྒྲོམ་གྱི་དེ་འདྲའི་སྒང་ནས་ཡང། བཀྲ་ཤིས་ལྷུན་པོ་གི་སྒལ་ལྡན་ཕོ་བྲང་ལ་ཉམས་འདྲེས་ཏག་ཏག་ཡག་པོ་མི་བྱས་པ་དེ་འདྲ་མང་པོ་བྱུང་དགོས་རེད་དཔེར་ན་ཆིག་སྟོང། དྲུག་བརྒྱ་དགུ་བཅུའི་ནང་དུ་བ་ནི་ད་ན། མན་ཇུའི་གི་རྒྱལ་བོ་ཁང་ཞིག་གི། པཎ་ཆེན་རིན་པོ་ཆེ་ལ་ད་ལྟའི་སྐབས་ཐོག་དེ་གི་དཔེ་ཁང་ལ་ཕེབས་ཡག་གི་བརྙན་ཤེལ་མང་པོ་ཞིག་བཏང་གི་ཡོད་རེད་བཏང་དུས་པཎ་ཆེན་རིན་པོ་ཆེ་ཕི་གི་ལ་འགྲོ་རོགས་བྱེད་གི་ཡོད་མ་རེད། འགྲོ་རོགས་མི་བྱེད་གི་གནད་དོན་མང་པོ་ཞིག་ལྟ་ཡི་ན་ཡང་སྐབས་ཐོག་དེ་ལ་གི་དབང་ཆ་གི་འགལ་བ་དེ་གནད་དོན་མང་པོ་ཞིག་ཆོག་ཡོང་གི་འདུག་དབུས་དང་གཙང་གི་དབང་ཆ་རེད་དེ་མ་ཡིན་པའི་ཡང་དགེ་ལྡན་ཕོ་བྲང་དང་བཀྲ་ཤིས་ལྷུན་པོ་བར་གི་འགལ་བ་རེད་དེ་འདྲ་མང་པོ་ཞིག་ཆོག་ཡོང་གི་འདུག་དེ་ཚོ་མང་ཆེ་བ། ཆབ་སྲིད་ཀྱི་སྒྲོམ་གཞིའི་འོག་ནས་མཆོང་དགོས་ཡོད་རེད། ཨ་ནི། གཞན་པ་གཅིག་སྟེ། དམངས་ཆེ་བ་དེ་དག་དགེ་ལྡན་ཕོ་བྲང་གི་འོག་ལ་ཡོད་བ་གི་ས་ཆ་མང་པོ་ཞིག། སོག་པོའི་ཚོ་ཁག་མང་བ་ཞིག་གི་འོག་ལ་གཉེར་བསྡད་ཡོད་རེད། དཔེར་ན། ད། ཨ་མདོ་མཚོ་སྔོན་ས་གི་ས་ཆ་མང་པོ་ཞིག་ཡིན་ན། དམངས་ཆེ་བ་ཀུ་ཤུ་རི་ཁང་གི་ད། ཁོ་རང་གི། པར་གྱི་ཁྱི་ཁ་ཧོང་ད་ཅེ། དེ་ནས་བཟུང་སྟེ་ཨ་ནི་སོག་པོའི་མི་རྒྱུད་མང་པོ་ཞིག་ལ་ཉེར་བསྡད་ཡོད་རེད། ཨ་ནི། ད་འུ་ཚང་རང་ལ་འཚོལ་བ་ཡིན་ན་ཡང་མང་ཆེ་འདམ་གཞུང་དང་ནགས་ཁྱི་དང་དེ་འདྲ་མང་པོ་ཞིག་དེ་ཡང། ལྷ་ས་རང་ལ་འུ་ཚང་ལ་ཡོད་བ་གི་ཀུ་ཤུ་རི་ཁང་གི་དཔོན་པོ་མང་པོ་ཞིག་ལ་ཡོད་རེད། དེ་ནས་དེ་རྣམས་ཀྱང་ཁམས་ཕྱོགས་ཀྱི་ས་ཆ་མང་བོ་ཞིག་ཡང་མཁའ་འགྲོ་དང། ཁམས་ཕྱོགས་ཀྱི་ས་ཆ་ཁ་ཅིག་དཔེར་ན་ཁམས་མི་ལའི་དང་དེ་ཚོ་ཡོད་ན་ཡང་སྐབས་ཐོག་དེ་གི་ས་གནས་ས་གནས་ཀྱི་བླ་མ་དེ་ཚོ་ལ་ཉེར་བསྡད་ཡོད། དེ་འདྲ་ཡང་ཙང་སྐབས་ཐོག་དེ་ལ། རྒྱལ་དོན་པོ་ཀྲང་གི་ཆབ་སྲིད་འཛིན་སྐྱོང་དེ་སྟོབས་ཤུགས་ཚང་མ་གཅིག་ལ་བསྒྲིལ་ཐུབ་ཡོད་མ་རེད། བསྒྲིལ་མ་ཐུབ་ཙང། དེ་ལ་ཁེ་ཕན་ག་རེ་ལ་ན་ནིང་སྟོབས་ཤུགས་དེ་འདྲ་ཞིག་བསྒྲིལ་མ་ཐུབ་ན་ཟག་ནི་ཟག་ནི་གི་དཔུང་པོ་དེ་ཚོ་ཆ་ཚང་ལ་ཁོ་རང་ཁོ་རང་ཚོ་ལ་དབང་ཆ་ཞིག་ཐོབ་བསྡད་ཡོད་ར་ཐོབ་བསྡད་ཡོད་ཙང། ཁོ་རང་ཁོ་རང་ཚོའི་དབང་ཆ་དེ་བེད་སྤྱོད་བཏང་ནས་བསྡད་བསྡད་མ་ཐུབ་ཡང་ཁབ་དེ་རྒྱལ་དོན་པོ་ཀྲང་གི་གཞུང་ལ་ངོ་རྒོལ་མི་བྱེད་ཡ་དང། ཨ་ནི་སྐལ་བཟང་ཕོ་བྲང་ལ་གྱེན་ལངས་བཏང་སྟེ་ངོ་ལོག་བྱས་པ་དེ་འདྲ་ཞིག་ཅི་མི་མི་བྱུང་བ་དེ་ཏན་ཏན་ཕན་ཐོགས་ཡོད་རེད་བསམ་གྱི་འདུག་གར་འགྱིབ་ན་དེའི་དཔེ་མཚོན་གཅིག་སྟེ། སྐབས་ཐོག་ཏག་རང་ལ་ནི་ང་ཚོའི་རྒྱ་ནག་གི་ཆིན་རྒྱལ་རབས་ལྟར་ཨ་ནི་ཆིན་རྒྱལ་རབས་ཀྱི་ནང་ནས་རོ་ཨ་ནི་སྔོན་མ་གི་ཁོ་ཚོའི་རྒྱལ་རབས་སྔོན་མ་རྒྱ་ནག་གི་མིན་མིན་རྒྱལ་རབས་དང་འབྲེལ་བ་ཡོད་པའི་དཔུང་པོ་མང་པོ་ཞིག་ལ་ཨ་ནི་རྒྱ་ནག་གི་ཆིན་གྱི། རྒྱ་ནག་གི་ལྷོ་ཕྱོགས་ཀྱི་ས་ཆ་མང་བོ་ཞིག་ཁོ་ཚོའི་དམངས་ཆ་ལ་ཐུག་འགོ་རང་བརྩམས། རྣམ་པའི་སྒང་ནས་སྤྲད་རྗེས་ཨ་ནི་མི་འགྱར་བ་གི་དམག་དཔུང་མང་བོ་ཞིག་ཨ་ནི་རྒྱ་ནག་གི་ལྷོ་ཕྱོགས་དུ་བཞག་བཞག་གི་འདུག་བ། དེ་བཞག་བཞག་ན་གཅིག་ནི་ཁོ་རང་ཁོ་རང་ཚོ་ས་གནས་ཀྱི་དབང་ཆ་ཞིག་ཐོབ་ཞག་ན་ཨ་ནི་གཞུང་ལ་ངོ་རྒོལ་མི་བྱེད་བ་དང་དེ་ནི་དེ་ནི་ཕན་ཐོགས་ཡོད་ར། ཡིན་ན་ཡང་ད་ནོར་འཁྲུལ་ཞིག་ག་རེ་ནི་སྐྱོན་ཞིག་ག་རེ་ནི། ཨ་ནི་གཅིག་ནི་ད་དེ་འདྲ་ཅིག་བྱུང་བ་ན་ཁོ་གཞུང་གི་བཀའ་བཏང་བ་ཡིན་ན་ཡང་དེ་ས་གནས་ཆ་ཚང་ལ་ཆ་སྙོམས་དུ་འགྲོ་ཐུབ་ཀྱི་མེད་ཙང་ཨ་ནི་ས་གནས་མང་པོ་ཞིག་གི་གཞུང་གི་བཀའ་ལ་བརྩི་གི་ཡོད་མ་རེད། ཡང་ཡང་ས་གནས་མང་པོ་ཞིག་སྟེ་གཞུང་གི་བྱེད་སྒོ་མང་པོ་ཞིག་གཞུང་གི་དག་ཆབ་སྲིད་དང་འབྲེལ་བ་གི་འཛིན་སྐྱོང་མང་པོ་ཞིག་གི་སྒར་ས་གནས་དེ་སླེབས་ཀྱི་ཡོད་མ་རེད་སླེབས་ཀྱི་མེད་ཙང་གཞུང་གི་ཐག་གཅོད་མང་པོ་ཞིག་ལ་ཨ་ནི། སང་ནི་དེ་ག་ཤིག་རྐྱེན་སང་ནི་དེ་ལ་ཤིག་རྐྱེན་སླེབས་ཐུབ་དཀའ་མོ་རེད་དཔེར་ན་ཨ་ནི། ད་རྗེས་མ་འགྲོ་བ་ཆུང་བ་ནི་དམངས་ཆེ། སོག་པོ་ཆིག་སྟོང་དྲུག་བརྒྱ་དགུ་བཅུ་གོ་བདུན་ལ་རྒྱ་ནག་གི། རྒྱ་ནག་མ་རེད་ད་མན་ཇུའི་གི་གོང་མ་ཞེས་བ་ཁང་ཤིས་ཏེ། ནིན་ཤ་ལ་སླེབས་ཀྱ་ནིན་ཤ་ལ་སླེབས་ཀྱི་ཨ་ནི་ནིན་ཤ་ནི། ཁོ་རང་གི་ལྕང་སྐྱ་སྐུམ་གྲངས་ཉིས་བ། བྱང་ཆེན་བྱང་ཆེན་ངག་དབང་ཆོས་ལྡན་དེས་སྐད་བཏང་རྗེས་ནི་མཚོ་སྔོན་ཕྱོགས་སོག་པོ་དམངས་ཀྱིས་ཁོ་ལ་ཐུགས་ཀྱི་ཡོང་ནས་ཐུགས་ཀྱི་ཤོག་ལབ་ཀྱིས་སྐད་བཏང་རེད། སྐད་བཏང་རེད་དེ་དེའི་སྐབས་ཐོག་དེ་ལ་དགེ་ལྡན་ཕོ་བྲང་གི་ཕྱོགས་ནས་ཨ་ནི། བླ་མ་དེ་འདྲ་ཕར་བཏང་རྗེས་ཨ་ནི། ད་དངོས་སུ་ད་བཤད་ཡོད་མ་རེད་ད་གཙོ་བོ་ཞིག་ནི་ད། སྨན་བཅོས་གཞུང་དང་སྨན་བཅོས་གཞུང་ལ་འབྲེལ་བ་དེ། ཐག་ཉེ་བོ་ཞིག་མ་བཅད་ན་ཡག་གི་རེད་མདོག་མདོག་གི་རྣམ་འགྱུར་མང་པོ་ཞིག་བསྟན་གྱི་ཡོད་རེད་བསྟན་གྱི་ཡོད་རེད་དེ། ཡིན་ནའང་སྐབས་ཐོག་དེ་ལ་མཚོ་སྔོན་གྱི་དཔོན་པོ་མང་བོ་ཞིག་གིས་ཁོ་རང་ཚོའི་སོ་སོའི་གོ་གནས་སྐབས་ཀྱི་ཁེ་ཕན་གྱི་ལྟ་བཅས་ནི་མན་ཇུ་གཞུང་གི་ཕྱོགས་ལ་སྒྲོ་བཞག་གི་ཡོད་རེད། བསྟན་དགྲ་ལ་སོགས་པ་སྐབས་ཐོག་སྐབས་རེ་རེ་ལ་ནི། ས་གནས་ཀྱི་དབང་ཆ་དེ་ཤུགས་ཆེ་དྲགས་ན་ནི། གཞུང་གི་ད་ང་ཚོ་ཡི་དབྱིན་ཇིའི་བཀའ་དུ་ཤོར་ནས Central Power ལ་གོ་ད། གཞུང་གི་བཀའ་བཏང་བ་ན་གཞུང་གི་བཀའ་དེ་ལ་ནི་ས་གནས་ཀྱི་དཔོན་པོ་གི་ཏག་ཏག་མི་ཉན་ཡང་དེ་འདྲ་གི་གནད་དོན་འབྱུང་དགོས་རེད། འོ་དེ་འདྲ་ཞིག་གི་ད་དེ་འདྲ་ཞིག་རེད་དེ་ཡིན་ཙང་ད་དེ་རང་ཞུ་བ་དེ་གཙོ་བོ་དེ་འདྲ་གཞུང་སར་དགའ་ལྡན་ཕོ་བྲང་གི་ཆབ་སྲིད་ཀྱི་ཁྱད་བཅུ་མི་འདྲ་དེ་འདྲ་སྔ་ཞིག་མ་ར་གོང་བ་ཞུས་སོང་ཨ། འོ་དེ་འགྲོ་ཞིག་ལ་བརྟེན་ཅི་ནི། རྗེས་མ། བླ་དྭགས་སྐར་མ་འཁྲིགས་ཡིན་ན་རེད་དེ་སྨན་པའི་ནི་སྡེ་སྲིད་དང་ལྷ་བཟང་ཁང་བར་སྐར་མ་འཁྲིགས་ཡིན་ན་རེད་དེ་སྨན་པའི་ཕོ་ལྭ་བ་དང་ད་ང་ལམ་རྒྱར་སམ་ལྟི་བ་གི་གནད་དོན་ཡིན་ན་རེད་དེ་ཚོ་མང་ཆེ་བ་ཆུང་བ་དེ་ཡག་པོ་ཞིག་ལྟ་བྱ་ན་ཏན་ཏན་དེ་དགེ་ལྡན་ཕོ་བྲང་གི་ཆབ་སྲིད་ཀྱི་སྒྲོམ་གཞི་དང་དགེ་ལྡན་ཕོ་བྲང་གི་ཆབ་སྲིད་ཀྱི་སྒྲོམ་གཞི་དེའི་འོག་ལ་དབང་ཆ་བཀོད་སྒྲིག་བྱེད་དང་དབང་ཆ་སྒྲིག་སྟངས་དང་དེ་ཚོ་ཞིག་གི་སྒང་ལ་ཏན་ཏན་འབྲེལ་བ་ཆེན་པོ་ཡོད་རེད་བསམ་སེམས་འགྲོ་བ་ཞིག་མཐོང་གི་འདུག་དེ་ལ་འབྲེལ་བ་ཡོད་བ་དེ་ཡང། རྒྱ་ཡིག་རེད། སོག་ཡིག་རེད། མན་རྒྱུད་དང་དེ་སོགས་དམིགས་བསལ་གྱི་དྭངས་གཙང་གསར་དུ་ཐོན་ཡང་དེ་འདྲ་ཡིག་ཆ་མང་པོ་ཞིག་གི་ངང་ནས་ཨ་ནི། ད་ཁ་གསལ་བོ་འགྲོ་གྲགས་ཀྱི་འདུག་འོ་དེ་འདྲ་ཞིག་ཞུ་ཡ་ཡིན་ད་དེ་འདྲ་ཞིག་ཚགས་སོང་ཨ་ནི། གལ་སྲིད་འདིའི་སྒང་ལ་བསམ་ཚུལ་དང་དྲི་བ་དང་དེ་འདྲ་ཡོད་ཡ་ན་འདི་ལ་འོག་ལ་ཞུ་རོགས་གྱིས་ཨ་ནི་གལ་སྲིད་སོ་སོའི། ཤི་བ་ཡིན་ན་ཧ་གོ་ཉེན་ཞིག་ན་སོ་སོ་དེ་ལ་ལན་ཕུལ་ཆོག་ཧ་མ་གོ་བ་ན་སྐལ་ཡང་མ་རེད་ཡང་ང་ཚོ་དེའི་ནང་ལ་ཡང་བསམ་ཚུལ་དེ་འདྲ་གང་ལ་འཇུས་ཡོད་ཉིད་དང་ཧ་གོ་ཉེན་ན་ཁོ་ཚོས་ལན་འཇེབས་ན་འགྲིག་གི་རེད་ལ་ཡིན་ཚང་མ་ལ་ཐུགས་རྗེ་ཆེ་བཀྲ་ཤིས་བདེ་ལེགས།